ཚང་མ་ལ་བློ་སྦྱོང་དེ་བྲོ་བ་འདྲ་བྱུང་ཡིན་ཟེར་འདི་ཟ་བློ་སྦྱོང་འདི་བློ་སྦྱོང་ཚིག་རྒྱན་མ་ཡོ་གར་བྱས་སོང་ད་འདི་འདི་ག་རེ་ནོ་ཡོད་མ་ར་གི་ལ། ཨོ་ད་འགྲོ། ད་འགྲོ། ད་ང་ཚོ་ཁ་བ་ལས་སོ། ཨ་སྒོམ་གྱི་སྐོར་ལས་དེ་མ་ར་ང་ཚོ་འགྲོ་དེ་ནོར། ནོར་ནི་བསྟན་ཏོ། འདི་གོ་བ་འདྲ་སྟེ་འདི། ད་གར་བྱས་སོང། དེ་ར། ཡ། དེ་ར་ང་ཚོ། ཡང་སྐུ་འགྲོ་མུ་སྟེགས་ཁར་ཕྱིན་སོང། གར་བྱེད་རི་དྭགས། འགྲོ་ཟེར། འོ་ད་འགྲོ་ཟེར་ར། ད་འདི་ཚང་བ་ཚར་ར། ད་འདི་གའི་དེ་སྟོན་ཡས་དེ་ཡང་ཁྱོད་ཚོ་དྲན་གུས་རང་ཡིན་ད། ཅིག་ཐོངས་ཐོངས་བྱེད་ན་དྲན་ཐྲས་འདྲ་བྱས་ཡས་ར་རྗེས་མ་འགྲོ་ཡས། ཁ་སང་ལབ་རྒྱོ་དེ་གའི་དེ།

བ་རུ་ཁོང་ཁྲོ་སྐྱེ་སྲིད་ཀྱི་རེད། བ་རུ་ཆགས་པ་སྐྱེ་སྲིད་ཀྱི་རེད། བ་རུ་ང་རྒྱལ་སྐྱེ་སྲིད་ཀྱི་རེད། དེ་འདྲའི་སྐྱེ་བ་ཡིན་ན། གཞན་ལ་གནོད་པ་དང་ཨ་ཅང་ཅང་དེ་རང་ལས་གནོད་པ་ཆགས་ཀྱི་རེད། རེད་བ། ད་དེ་ག་ཚོད་ང་ཚོ་ཤེས་ཚར་སོང། དེ་འདྲས་ཤེས་ཚར་སོང། བ། ད་དེ་རིང་ཤེས་དེར། ད་དམིགས་བསལ་གྱིས་ད་ང་ཚོ་ཨིན་ཇི་སྐད་དུ་མ་སོ་ནས་ཨེ། Challenge། ལ་ཡོད་དེར་ད། ང་ཚོའི་མི་སེར་རྣམས་ལོ་རོགས་པ་མཉམ་དུ་འགྲོ་དུས Challenge མང་པོ་ཡོད་རེད་ལ་བར་ད། རེད་མ་རེད། དཀའ་ངལ་ཤུགས་ཆེན་པོ་དེ་འདྲའི་ལྡོག་ལན་བྱེད་དགོས་ཡ་དེ་ནི་ཡོང་ད་དེ་ག་རེད་ལ་ན། འདི་གཉིས་དེ་རེད་ད། Life ནང་ལ Challenge འདི་རིགས་དེ་ཡོང་གི་རེད་ད་ཟེར་བར་ད་གྲོགས་པོ་མཉམ་དུ་འགྲོ་དུས་རོ། ད Act Locally ནང་ལོ་ལ་ད་ང་ཚོ་དང་པོ་སོ་སོ་མལ་ས་བཟུང་དགོས་ཡ་དེ་གསུངས་ས་ར། ད་ཡང་ང་རང་ཚོ་མི་ཚེ་ནང་དཀའ་ངལ་འདི་འདྲའི་རེ་འཕྲད་སོང་ན། ཨ་ནི་གར་ཆེ་བོ་རེད་ཟེར་དེ་ད། ཨ་ཧོ་སང། དམིགས་བསལ་གྱི Challenge འདི་རིགས་དེ་ཡོང་གི་རེད་ཟེར་ད། རང་གཞན་ངན་པའི་སེམས་ཅན་ནི། བདེ་སྡུག་དྲག་པོའི་སྣོད་མཐོང་ཚེ་ཟེར། དེ་ཟ། ད་རང་གཞན་ངན་པ་ཟེར་ཟློ་རང་གཞན་ངན་པ་ཟེར་དེ། མི་ཁོང་ཁྲོ་ཚ་བོ་ད་དེ་ཟོ་ལགས་ཡོད་ད་མི་སྤྱོད་པ་ངན་པ་ཟློ། ར། ཨོ་འདི་ལ་འདིག་དོན་དག་ག་རེ་བསྟན་གྱི་ཡོད་རེད་ལ་ན། འདིག་ག་ལ་བ་ར་བཟོད་པའི་ཉམས་ལེན་བསྟན་གྱི་ཡོད་རེད། བདེ་སྡུག་དྲག་པོའི་སྣོད་མཐོང་ཚེ་ལ་ཡ་དེ་གར་བཏིང་བ་ལ་སྦྱིན་པའི་ཉམས་ལེན་བཏིང་གི་ཡོད་དམ། སྦྱིན་པ་ཡོད། སྦྱིན་པའི་ཉམས་ལེན་བཏིང་བར། གལ་སྲིད་མི་སྐྱོ་བོ། རེ་བ། དཔེ་སྐྱོ་བོ། ཡ་ཡོད་སྐྱོ་བོ་དེ་འདྲ་ཡོད་ར་ཟ་ཡས་མེད་སྐྱོ་འཐུང་ཡས་མེད་སྐྱོ། དག་ན་ཞིག་དུག་ལོག་གོན་ཡས་མེད་སྐྱོ་ག་རེ་ཡིན་ན་ཡ་ད་སྐྱོ་བོ་ཞིག་མཐོང་ན། དེ་འདྲས་ཀྱི་མཐོང་སོང་ན།

ཕར་ལ་ག་ཚོད་ཡག་པོ་བྱས་ན་ཡང་ཚུར་ལ་ག་དུས་ནས་སྡུག་ཅག་ཀྱག་ཀྱག་བྱས་དེ་ངས་དེ་འདྲ་ཡོད་ཨ་ནི་སྐད་ཆ་བཤད་དུས་ཁོ་རང་ནི་མི་ལ་བརྙས་བསྐོ་ངས་དེ་འདྲ་དོ་ཁོང་ཁྲོ་ལངས་ངས་སོ་འདྲའོ་དེ་འདྲས་ཨ་ནི་ལུས་ཀྱི་རྣམ་འགྱུར་ཡིན་ནས་སྡུག་ཅག། ལམ་སང་ཁོ་རང་ཕི་གེ་དེ་ལ་ལྟ་སྟངས་སྦྱོར་ར་ཨིན་ཇིའི་ཚིག་སྨྲ look down བྱེད་ངས་དེ་འདྲ་ཡོད་ར་ག་ཤེད། ཁྱེད་རང་ལ་ལམ་སང་ཁོ་ར་མཐོང་ཆུང་བྱས་ཀྱི་ཁ་ཤས་རྡོག་རྟ་དང་ཁོ་རར་རྒྱལ་མོ་འགྲོགས་ཤར་ནས་རྣ་བ་མ་འགྲོ་གདོང་འགྲོ་བྱེད་ངེས། ཨ་ནི་ཁ་ཤས་ཁ་ཤས་ཀྱིས་ཅིག་མིག་ཁོ་རང་གི་རྟ་དང་ཁོ་རང་གི་ཕི་གི་དེ་སོ་སོ་ཡོད། མཐོང་གི་འདུག་ཧ་གོ་ད་ཕི་གི་དེ་ང་མཐོང་ཆུང་བྱེད་ཀྱི་འདུག་བསམ་བསམ་འགྲོ་བྱེད་ཡུན་འགོར་བ། ཁྱེད་རང་ཚོ་ནང་ལོགས་ལ་དེ་འདྲའི་མང་པོ་འཕྲད་ཡོད་ད་ཏན་ཏན་འཕྲད་ཡོད་ཀྱི་རེད། མི་ཁ་ཤས་ཀྱིས་ཁྱེད་རང་ལམ་བཟའ་ལྟ་བ་མདུན་ནས་དེ་ང་ལ་ཕེབས་རྟ་དང་ཁོ་ར་སྡུག་ཅག་ཡོད་ལྟ་གི་འདུག་ལས་བྱུང་ང་ལ་ཕེབས་མཐོང་ཆུང་བྱེད་ཀྱི་འདུག་བསམ་བསམ་འགྲོ་ཡུན་འགོར་བ་ཡ། ཡོད་རེད་ཡོད་མ་རེད། འོ་ད་དེ་ཡོང་གི་འདུག། བྱས་ཙང་ང་ཚོ་དེ་བ་སྐབས་རེ་དེ་བ་རྒྱ་གར་གི་ལས་ཁུངས་དེ་འདྲ་སྒྲུག་རོགས་ཨ། མཚམས་རེ་ང་ད་དེ་བ་འགྲོ་དགོས་ཆགས་ཀྱི་འདུག་ཨ་ད་མཐོ་སློབ་ཀྱི་མིང་ཐོག་ནས་འགྲོ་དགོས་ཨ་དེ་འདྲ་ད་དེ་འདྲ་རྒྱ་གར་ལས་ཁུངས་དེ་འདྲ་དང་པོ་དེ་བ་ལ། དང་པོ་དེ་བ་ང་ཚོ་བོད་པ་འགྲོ་བཞིན་མཐོང། ཨ་ནི་ཡང་གྲྭ་བ་འགྲོ་བཞིན་མཐོང། དང་པོ་དེ་བ་ད་ཁོང་ཚོ་གིས་ག་འདྲས་དྲག་ཅིག་མེད་འགྲོ་བསམ་བཞོ། ལྟ་སྟངས་དེ་དེ་སྐད་ཚ་ཞིག་འདུག་ཨ། ཨི་ནི་སྤྱི་སྟངས་ནི་འདི་ལུང་པ་འདི་ལ་གྲྭ་བ་ལ་དཔེ་མཐོང་ཆེན་པོ་རེད་འདུག་ཨ། དེ་རྒྱ་གར་གྱི་དང་སྦེང་ལོར་གྱི་གྲོང་ཁྱེར་ནང་ང་ད་ལྟ་བར་དུ་ལ་ལས་ཁུངས་འགྲོ་སྐྱོད་གནང་ལོ་ལ་གཅིག་རང་གཅིག་གི་དེ་འདྲའི་ལྟ་སྟངས་སྡུག་ཅག་འདྲ་བྱུང་མ་ཤེས། ལས་ཁུངས་ག་འདྲ་འགྲོ་གྲྭ་བ་ལས་ན་ད་ཚ་ཚ་དོ། དེ་སང་ང་ཚོས་སློབ་སྤྱི་ད་ལྟའི་སློབ་སྤྱི་དེ་གི་ཐབས་མཁས་བ་ཞུ་བ་ཆི་གི་ཡར། ལས་ཁུངས་ཆེ་ས་ག་བ་འགྲོ་ན་ང་བཏང་བཞག་གི་རེད་ཁོ་རང་སྐྱོད་འགྲོ་བ་མར་ད་ང་བཏང་བཞག་གི་རེད། གྲྭ་བ་ཡིན་ཙང་ཆོག་ཅིག་ཁེབས་སང་ཅིག་འདི་དུ་བ། གཉིས་ནི་ནི་ཀ་ན་ར་སྐྱེས་དེ་ཤིང་གི་ཧོར་བ། དེ་ཅིག་ཁྱབ་སངས་ཅན་ནི་ཀོ་ཀེ་ཡིག་གང་ག་ཅིག་བདེ་བདེ་དུ་བསམ་པ་ལ། ངས་འགྲོ་ནས་དོན་དག་མ་བསྒྲུབས་པ་ཕ་གཞི་བྱུང་ཡོད་མ་རེད། ད་ལྟ་བར་དུ་ལ་ཚང་མ་དོན་དག་བསྒྲུབས་བསྡུས་ཀྱི་ཡོད་རེད། བྱས་ཙང་ནི་ཁོས་ཐབས་མཁས་པ་ཞུས་ཅིང་ང་རྒྱལ་ཡང་བཏང་གི་རེད་བེད་ལོས་མཁན་ནི། བྱས་ཙང་ད་ང་ཚར་གཅིག་ལས་ངོ་ཅི་ན་འགྲོ་དུས། ཁོ་རང་ག་ཞིག་ནས་ང་མཐོང་དུས་བེད་མཐོང་ཆུང་བྱས་སོང་ང་ལ།

རྟ་བོ་འདི་ནི་ལམ་སར་རྒན་མོ་ཙི་ཙིའི་ཆེད་ཕྱག་ལས་རྒྱག་ངེས་བཟོས་འགྲོ། ཁྱད་མཚར་འདི་འདྲ་ཡོང་གི་འདུག་ཡང་མི་ཟེར། དེ་དུས་བཟོད་པ་སྒོམ་དགོས་རེད་ཟེར། ད་ང་ཚོས་མི་བཟོད་ན་ཡོང་གི་ར། ཡོང་ཡོང་གི་ར་ཡོང་མ་རེད། ཁྱེད་རང་ཚོས་མི་བཟོད་ན་ཡང་རོགས་པ་གྲོགས་པོ་གྲོགས་མོ་དེ་ཚོ་གིས་ཕྱག་ལས་རྒྱག་ཡ་ད། ཡང་ཚོ་ཚོ་ལས་ཡག་ཅིག་གནོད་སྐྱེལ་ཡ་ཁ་ཤས་གནོད་སྐྱེལ་ངེས་ཡོད་རེད་རང་བཞིན་ངན་པའི་སེམས་ཅན་ནང་ལ་གནོད་སྐྱེལ་ངེས་དེ་ཆགས་འགྲོ་རེད། འགྲིག་ས། ད་སྡིག་སྡུག་དྲག་པོའི་སྣོད་མཐོང་ཚེ་ཟེར་དེ། བཀའ་གདམས་པའི་བླ་མ་འདི་ཚོ་ལ་སྙན་མ་བཀའ་གདམས་པའི་བླ་མ་ཕལ་ཆེར་དགེ་བཤེས་སུ་ཡིན་ན་ང་ཆེ་ཁ་བ་ཡིན་ན་ཅི་ཡིན་ས་ཡོད། གང་ལྟར་མི་ཚེ་གང་པོ་དུས་གཅིག་ལ་ཡང་ཨ་ནི་ཨ་ནི་བོད་ལ་ཡང་རྫས་ནད་ཟེར་ཡ་ཕོར་སྲིད་ད་རྫས་ཡིག་ན་ཟ་ཕོར་ནི་ད་དེ་རིགས་སེང་ངེ་ན་ཀོ་རོ་ནག་གི་ཚབ་འགྲོ་གི་དེ་རེད་ད། ཨ་ནི་མི་ཚོ་གི་ད་དཔེ་ན་ཟ་དེ་འགོས་ནད་སྡུག་ཅག་ཅིག་ལ་བརྩིས་ནས་ཁྱོད་ནི་བདག་པོ་རྒྱལ་བའི་ནང་མི་དེ་ཚོ་གི་གཡུག་ནས། པི་ནི། སྐྱོ་བོ་ཞུ་བི་ཆགས་དེས་ཟེར། ཨ་ནི་པས་གྱི་ཤི་ཆེ་ག་བ་ཡིན་ན་ཅིག་རེད་ད་གང་འདི་མི་ཚི་གང་པོ་གོ་ར། ཁ་ར། རྫས་ནད་ཀྱི་མཉམ་དུ་བསྡད་ངེས་དུས་སུ་སྐྱོ་བོ་ཚོས་རོགས་པ་བྱས་ནས་གཏུགས་བྱས་ནས་ཞུགས་རུ་ཟིག་ད། ཉམས་ལེན་བྱས་ནས་ཞུགས་རུ་ཟིག་རྫས་ནད་པ་དུས་སུ་ལྟ་རྟོག་བྱས་ནས་ཞུགས་རུ་ཟིག་ད། འོ་ད་དེ་ཚོས་བདེ་སྡུག་དྲག་པོའི་གནོད་མཐོང་ཚེ་ཟེར་ད།

བཀའ་འདྲི་ཞུ་ཟེར་ད། ད་ཁྱེད་རང་ཞིང་ལ་ཕེབས་སོང་ན་ད་བད་ལྷ་ཡུལ་ལ་ག་འདའི་ཡི་ག་ཆུ་གླིང་ལ་ཕེབས་ཀྱི་རེད། ལ་ཞུ་ཡིན་ཟེར་བ། ཨ་ནི། རྒྱ་བོད་དགེ་འདུན་སྤྲུལ་པའི་གིས་མ་ལན་ག་རེ་གནང་རེད་སློབ་མ་ཚོ་ལ་ཡ། ང་ལྷ་ཡུལ་ད་དེ་འདྲའི་འགྲོ་ཡ་ལ་བསམ་བློ་མེད་ད། ང་བད་འཛམ་བུ་གླིང་ལ་ཡ་སེམས་ཅན་ཉམ་ཐག་པ་ད་སྐྱོ་པོ་ག་བ་ཡོད་ན་ཡང་ཨ་དེའི་ཆེད་དུ་ཡོང་གི་ཡིན། ལྷག་པར་དུ་ཡ་བོད་ཁ་བ་གངས་ཅན་གྱི་གདུལ་བྱ་གི་ཆེད་དུ་ཕེབས་ཀྱི་ཡིན་སེམས་ད་རྒྱ་བ་དགུ་འབྲེལ་རིམ་བྱོན་དུ་ཕེབས་ཟིག་ད། ཨ་ད་ལྟ་རྒྱ་བ་དགུ་འབྲེལ་བཅུ་བཞི་བོད་པ་དུ་ཕེབས་ད། ད་འདིར་ད་ལྟ་ཡ་རྒྱ་བ་རིན་པོ་ཆེ་ལ་ཡ་དྲི་བ་ཞིག་དོགས་བྱེད་ཀྱི་མི་ཚོས་ཨ་ཁྱེད་རང་ནམ་རྒྱུན་ནས་བལ་དུ་མི་ལ་ཆོས་བྱེད་དུས་བྱམས་པ་དང་བརྩེ་བ་མི་ཚང་མ་གཅིག་པ་བལྟ་གོ་རེ་ཟིག་ད་ཡིན་ནས་ཁྱེད་རང་བོད་པ་ལ་བལྟས་ཟིག་ཡག་ག་ཅིག་དོགས་ཟིག་ལབ་ཀུན་དུས་ལ། དོགས་ཡ་དྲི་བ་ཅིག་དོགས་ཡིན་གྱི་ཅིག་དྲི་བ་བཏང་གི་དོགས་ག་རེ་བྱེད་རེ་འདི་བ་ཡས་སུ་མ་རེ་བས། ཚང་མ་ལ་གཅིག་པ་བྱེད་གོ་ར། ནི་བོད་པ་ལ་གར་ཆེམས་ཁྱེར་བ་ཡག་ག་བྱེད་ཀྱི་ཡོད་རེད། སྐྱག་མོར་མི་བྱེད་ལ་འདི་བྲིས་བ་དང་ཀུན་བཏུས་གར་སོང་ངས་རྫུ་གུ་ལྔ་ཁ་ལ་གཅིག་པ་བལྟ་གི་ཡོད། ཡིན་ནའི་རྫུ་གུ་ནད་པ་བརྗོད་ལ་འདི་ལ་ང་ཏེ་ལྟ་དོ་མ་ང་བྱེད་བོ་ར་སོང་གི་དང་ཀུན་བཏུས་རྫུ་གུ་ལྔ་ཡོད་ར། འདི་གར་ཚང་མ་ལོ་ལ་ངས་གཅིག་པ་བལྟ་གི་རེད། ཡིན་ནའི་རྫུ་གུ་ལྔ་ནང་ལ་རྫུ་གུ་ནད་པ་བརྗོད་ར་འདི་ངས་ཏེ་ལྟ་དོ་མ་ང་བྱེད་བོ་བྱེད་ཀྱི་ར་བ། འོ་འདི་སོང་གི་དང་ལན་འདི་ལ

བློས་བཏང་མི་འདུག་སྐུ་མདུན་ང་ཚོ་བོད་སྤྱི་བ་གི་དོན་དག་དག་ད་ལྟ་གོང་ལོ་དགའ་ཕེབས་ད་འདོད་ཕེབས་སེམས་ཤུགས་དག་ཞུ་དག་བློས་བཏང་མི་འདུག་བོད་བོད་པ་བསད་དེ་བློས་བཏང་མི་འདུག་འདུག་ད་འདི་ཚོ་སྔོ་ཚལ་ང་རང་ཚོ་བོད་པ་ཚོ་ཕ་བོད་པ་མི་རིགས་དེ་བློས་བཏང་ནས་གཞན་དག་མི་རིགས་ཅིག་ལ་བསྒྱུར་ཨ་ཐུག་བཏགས་ཡོད་ར་ང་ཚོས་སོ་སོའི་མི་རིགས་དེ་ཕ་བློས་བཏང་ཨ་ནི་གཞན་དག་ཅིག་གིས་མི་རིགས་ཀྱི་ལས་འདོད་བྱས་ནས་ཁོ་ཚོའི་ཁ་ལག་ཟ་དང་ཁོ་ཚོའི་གི་བྱེད་སྟངས་ལས་སྟངས་ཁོ་རང་ཚོ་གི་ད་འདི་ནམ་ག་ལ་བར་འདི་ན་ཞིག་བསྒྱུར་ཨ་ཐུ་ད་ནི་ཐབས་ཤེས་ཅིག་དང། སོ་སོ་གི་ཁྱོད་ཆོས་དེ་ཆ་ཚང་ཚང་པའི་ཐོག་ནས་ཨ་ནི་གཞན་གི་ཡོན་ཏན་དེ་ཆ་ཚང་ཡོད་ན་ཡག་པོ་ར་དེ་མེད་པ་བྱས་ཨ་ནི་སོ་སོ་ལས་ཡོན་ཏན་དེ་ཆོས་དང་རིག་གཞུང་གི་གནས་ཚད་དེ་མེད་པ་བྱས་ཨ་ནི་ད་འདུག་འདི་ག་ལ་ཕ་གིའི་ག་ཅིག་དེ་ལ་ཞི་བུ་ཅིག་ཡོན་ཏན་ར་ཞིག་མཐོང་ནས་ཕ་གི་དེ་ལ་ཡོན་ཏན་ཡོག་མ་ར་སི་ངས་ཞུ་གི་མེད་ད་ཡོན་ཏན་ཡོག་ར་ད། ང་ཚོས་གླེང་དགོས་ཡས་མང་པོ་སྤེལ་བར་ཁོང་ཚོ་ཚ་ནས་སྦྱང་དགོས་ཡས་མང་པོ་ཡོད་རེད་ཡིན་ནའི་ཞི་བདེ་འདི་ག་རེད་སོ་སོའི་གི་རིག་གཞུང་འདི་ཡག་པོ་ཞིག་སྟེང་ཨ་ནི་གཞན་དེ་སྦྱང་དགོས་ཡས་དེ་དཔེར་ནས་འགའ་ཚ་བོ་རེད་དབུ་ནས་དྲང་ནས་རེད་གཞན་མེད་ན་ཨ་ནི་མར་ཚ་མེད་པའི་ཚོང་ལོས་ཀྱི་ཡོད་རེད་ད་ཞུ་ཞུ་གང་ཡོད་མར་ད་མཁན་བཟང། ད་སེའུ་ཆ་ཟ། འོ་ད་དེ་འདྲའི་དྲོ་བའི་ཆ་ཡོད་ད་དེ་ང་རང་གི་བསམ་ཚུལ་རེད་ཡིན་ནས་ཁྱེད་རང་ཚོ་ངའི་སྐད་ཆ་བཤད་པ་དེ་རྒྱུ་མཚན་འདུག་བདེན་པ་རེད་བསམ་གི་འདུག་ན་ནི་ཁོ་ཁས་ལེན་ན་འགྲིག་རེད་ཡིན་ནས་ཅི་མི་ཅི་ལེན་དགོས་གལ་ཡོད་མ་རང་ར། འོ་ད་དེ་ད་དེ་འདྲའི་གཉིས་ཀྱི་གནས་ཚུལ་དེ་འཕྲད་གི་འདུག་ན་ཁྱེད་རང་གི་མི་ཚེ་ནང་ལ། Act locally ལ་ར། ད་སོ་སོའི་མི་ཚེ་ནང་ལ་འདུག་འགྲོ་བདེ་བའི་ཁ་ཐུག་ལ་དེ་འདྲའི་ཡོང་གི་རེད Challenge དེ་རིགས་དེ Challenge ལ་གོ་ད་དབྱིན་ཇིའི་ཚིག་ལ Challenge ར། རེད་མ་རེད། འོ་ད་འདི་འདྲའི་གནས་ཚུལ་མཐོང་སོང་ན། ད་གོ་སྐབས་བཟང་པོ་ཞུ་རེད་ཟེར་ད་ཆོས་ཉམས་ལེན་བྱས་ཀྱི་རིན་ཆེན་གཏེར་དང་ཕྲལ་བ་ཞིག་ལ་ད་ཨོ་ཟེར་རིན་པོ་ཆེ་གཏེར་ཕྲལ་བ་ནི་དཔེར་ན་ཁྱེད་རང་གིས་འགྲོ་སོང་བཏང་མོ་གོ་དཀའ་ལས་རྒྱབ་མོ་གོ་ཅིག་རིན་པོ་ཆེ་ཅིག་རག་ན་ད་ཁྱོས་ཁེབས་སང་ཞུ་རགས་སུ་དྲིང་རགས།

གུ་གུལ་པད་གཏིང་ཟག་པོ་ཞིག་ད་ལན་ཧེ་བ་འདོད་ཆེ་རག་སོང་བསམ་བསམ་རེད་དྲན་གོ་རེ་ད་རིན་ཆེན་གཏད་ད་ཁྲེལ་བ་ན་བཞེས་བོ་རེ་ད། ཧ་གོ་སང། ཨོ་ད་རྙེད་པར་དཀའ་བ། རྙེད་པར་དཀའ་བ་ཞིག་ད་དེ་པད་དཀའ་ལས་ཁག་པོ་རག་ཁག་པོ་ཅིག་རག་སོང་བསམ་བསམ་ཁྱོད་རག་གུ་གུལ་བཟང་པོ་ཅིག་རག་སོང་བསམ་ནས་དེ་ལ་ཡང་གུ་གུལ་འདི་ཁ་རེ་སོ་སོ་སྐྱེས་བོ་བྱས་བོ་རེ་སྐྱེས་བོ་ལ་དེ་ཁ་རེ་བདག་པོ་བརྒྱབ་བོ་རེ་ཟེར་བ་སྐྱེས་བོ་བསད་ན་ཁ་རེ་བདག་པོ་བརྒྱབ་ཟེར་བོར་དོན་དག། གཅེས་འཛིན་ཟེར་ན་བདག་པོ་རྒྱབ་ཟེར་དཱ་ར་དང་གཅེས་པོ་བྱས་ནས་ད་འཛིན་དགོས་རེད་ཟེར་དཱ། ད་འཛིན་པར་ཤོག་མར་དཱ་ཡང་འཛིན་པར་བསླབ་ཟེར་དཱ་བསླབ་དགོས་རེད་དཱ་སློབ་སྦྱོང་བྱེད་དགོས་རེད་ཟེར་དཱ། ཤོག་ལས་ནི་ང་ཚོ་སྨོན་ལམ་བཟོས་རེད་ཟེར་ངེས་ལ་ཡིན་པཱ། དགེ་བཤེས་གླང་རི་ཐང་འཕེལ་གྱི་བྲིས་དུས་ཤོག་ཡོད་མ་རེད་ཟེར་ངེས་ཁ་སང་ཞུས་ཚར་ཡིན་པཱ་བསླབ་རེད་དཱ་ང་ཚོས་སློབ་སྦྱོང་བྱེད་ཟེར་དཱ་དེ། ཨ་ཧོ་ཟེར། བསླབ་དགོས་རེད་ཟེར་ན་ཁ་རེད། སློབ་སྦྱོང་བྱེད་དགོས train བྱེད་དགོས་རེད་ཟེར་དཱ་དེ་འདྲའི་འདྲ་བོ train བྱེད་དགོས་རེད། ང་ཚོའི་བསམ་བློ་དེ། ད་གོ་སྐབས་བཟང་པོ་ཞུ་ཅི་སྦྱིན་པ་བཏང་ཡས་ཀྱི་གོ་སྐབས་ལྷག་པར་དུ་བཟོད་པ་སྒོམ་མེད་ཀྱི་གོ་སྐབས་རག་ན། ད་ཏི་དཔེ་མི་སེ་གོ་སྐབས་དེ་དམ་འཛིན་ཤུགས་ཆེན་པོ་བྱེད་ནས་བྱས་དགོ་རེད་ཟེར་ད། སེའུ་ཆ་ཟ། འདི་བསྒྲིགས་ས་ཚིག་འདི་དོན་དག་བསྒྲིགས་ས། འོ་ཡ། ད་རྗེས་མ་འགྲོ་བ་འདི་རྗེས་མ་འདི་འགྲོ་བ། ད་ད་ངི་ཅག་ལེས་གཉིས་འདུ་བ།

བཟོད་དཔལ་གྱི་ཉམས་ལེན་སྦྱོར་བ། དེ་དམིགས་བསལ་གྱི་དམིགས་བསལ་གྱི་བཟོད་པ་ལས་དེ་ག་ལ་ཁག་པོ་ཡིན་པ་དང། ཨ་ནི་བཟོད་པ་ནང་ནས་ཀྱང་བཟོད་པ་བསྒོམ་ཁག་ཤོས་དེ་ག་བ་ཡིན་ལབ་ན། སོ་སོའི་གི་ནམ་རྒྱུན་མི་དེ་ལ་རེ་བ་ཞུ་བརྒྱབ་དེ་སོ་སྦྱོར་བ་ཡ། སོ་སོའི་གི་ནམ་རྒྱུན་མི་དེ་ལ་ཡག་པོ་ཞུ་ཕྱིར་འདིའི་ང་ལ་ད་ཁྱོད་ནི་སྡུག་ཅག་བྱེད་གི་མ་རེད་བསམ་བསམ་རེད་ཁྱོད་རང་ངོ་ནས་ཡག་པོ་ཞུ་ཕྱིར། ཡིན་ནའི་མི་དེ་གིས་ཁྱོད་ལ་རྒྱབ་ལོག་ལ་སྡུག་ཅག་བྱེད་ཀྱི་ཡོད་དཱ། ད་དེ་ང་ཚོ་བཟོད་པོ་དགོས། མི་དེ་གིས་ད་ང་དེ་འདྲ་བྱེད་ཀྱི་རེད་བསམ་མ་སོང་ལད་ཟེར་ཡོད་ར་ཡ། ཁོ་ད་ང་དེ་འདྲ་བྱེད་ཀྱི་རེད་རྣ་བའི་ཡུལ་ལ་མེད་ལད་ཟེར་ཡོད་ར། འོ་ད་དེ་དེ་ཚོ་གིས་བཟོད་པོ་དགོས་མེད་དེ་དེ་བས་དཀའ་ལས་ཁག་ཡོད་རེད་ཟེར་དཱ། ནམ་རྒྱུན་ཡང་མི་ངོ་མ་ཤི་ངེས་ཅིག་གིས་ཁྱོད་ལ་མིག་ལོག་ལྟ་ཅིག་མཐོང་ཆུང་བྱེད་ན་ང་ཚོ་གད་དམར་དཱ། ཡ་མེད་དང་ཐུག་ར། རེད་མ་རེད། སོ་སོའི་དགེ་ཡ་དཔེར་ན་ང་ཚོ་དགེ་རྒན་ཡིན་ན་འཚམས་འདྲི་འཚམས་འདྲི། སོ་སོའི་དགེ་ཕྲུག་གི་སྤྱོད་པ་ལོ་དེ་བལྟས་སུ་རླུང་ལངས་ཐག་ཡ། ཡོང་ཐག་ཡ། ཡོང་ཟེར་ཡར་ཟླ་སོ་སོའི་དེ་འདྲའི་རེ་བ་རྒྱག་ཨུ་སུ་ཡིན་ནའི་གི་སོ་སོའི་དགེ་རྒན་ཡིན་དུས་དགེ་ཕྲུག་གི་སྤྱོད་པ་བློ་བུར་བསམ་ཚུལ་ཚོད་ཅིག་དྲན་གི་མ་རེད་བ། དྲན་གི་མ་རེད་བ་ཡ། ད་དེ་འདྲའི་ཡོང་གི་འདུག་ག་བ་རེ་ག་བ་རེ། ད་ཁྱེད་རང་ཚོ་ཡིན་ན་ཡང། དམིགས་བསལ་གི་སོ་སོའི་གི་ཕ་མ་སྤུན་མཆེད་ད་ག་རེ་ཡིན་ན་དེ་ཚོའི་རིགས་དེ་གི། ཨ་ནི་སྤྱོད་པ་ལོགས་སོང་ན། བཟོད་པ་སྒོམ་ཡ་ག་ལ་ཁག་པོ་འགྲོ་བཞིན་ཡོད་རེད་ད། སོ་སོའི་དགའ་བོ་ཡོང་གསིག་རོ། སོ་སོའི་ངོས་ནས་ཡིད་ཆེས་བློས་འགེལ་ཞུ་ཆེ་རོ། རེད་མ་རེད། ཨ་ནི་འདིའི་སྤྱོད་པ་བློ་བར་རྒྱབ་བློ་ནི། རེད་མ་རེད། ཨ་ནི་ལོས་དུས་ཨ་ནི་རྡོ་བ་མང་པོ་ཅིག་གིས་ཨ་ནི་ཟོལ་གོ་མ་ཐུ་ནི་བུ་ཕོ་མོ་དགའ་བོ་ཆགས། ཨ་ནི་དགའ་བོ་གིས་ད་མགོ་སྐོར་བཏང་བ་ཟེར་ན་འདྲ་འདུག་དེ་འདྲས་ཡོང་དུས་ཨ་ནི་མི་ཁོ་ར་བད་ཁོ་ར stress ན་འཛུལ་དེ་ངས depression ན་ཆགས་དེ་ངས་དེ་འདྲས་མང་པོ་འདུག་ཡོང་གི་འདུག། རེད་མ་རེད། ད་བདུན་ཚོ་ག་རེད། རེ་བ་བཅོལ་བ་ལགས་དོ། ད་རེ་བ་བཅོལ་ཤ་ཡ་ད། ད་དེ་འདྲས་ཀྱི་དབང་གི་ཡོང་གི་རེད་སི་ད། གང་ལ་ད། གང་ལ་ད་ལ་གཞན་གྱི་ཕྲག་དོག་དམིགས་བསལ་གྱི་ཕྲག་དོག་གི་དབང་གིས་གཤེ་གཤེ་བཏང་བ་གཤེ་གཤེ་བཏང་ལ་ན་བདུན་ལ་བྱས་དེར་ད། བདུན་ལ་ཁྱོད་ལ་ད་མིག་གི་ལ། སྨད་ར་བཏང་གི་ཡིན་ན་དྲ་དོ། ཡང་ན་བཀའ་བརྒྱུད་བཏང་གི་ཡིན་ན་དྲ་མིག་གི་ལ་ཁྱོད་ལ་ཡོད་ར།

དེ་འདྲའི་གྱི་མི་རིགས་པས་མི་རིགས་པ་ལ་ན་ག་རེ་ཟེར་བར་མི་རིགས་པ་ལ་ན། ཡང་དག་པ་མ་ཡིན་པ། རྒྱུ་མཚན་དང་མ་ལྡན་པ་ཁྱེད་རང་གིས་དེ་འདྲའི་བྱེད་ཀྱི་མེད་ན་ཡང་བྱེད་ཀྱི་འདུག་ལགས་ཀྱི་ཆོད་ར། རེད་མ་རེད། ཁྱེད་རང་གིས་དེ་འདྲའི་བྱེད་གོ་མར་དང་མི་དེ་གིས་བྱེད་ཀྱི་འདུག་ལགས་ཀྱི་ཡོད་ད་མ་རིགས་པས་གི། ཨ་ནི་དེ་འདྲའི་བྱེད་ཀྱི་འདུག་ན་གྱོང་ཁ་རང་གིས་ལེན་ཤོག་ཟེར་ད། ཨའོ་ཟ་རྒྱལ་ཁ་གཞན་ལ་བཏང་ཐུབ་བ་བྱེད་འོ་རེད་ཟེར་ད། ཞེའུ་ཅིས་གསུང་གི་འདུག། འགྲིག་ས། ཨཱ། ཁ་སིང་ང་ཚོའི་དགེ་བཤེས་གླང་རི་དང་པོ་ཁོ་རང་གི་སྐུ་ཚེའི་ལོ་རྒྱུས་དེ་ངས་ཞུས་ཡིན་པ་ཁ་སིང། གྱོང་ཁ་རང་གིས་ལེན་པ་རེད་དོ། གྱེས་ཁ་གཞན་ལ་བཏང་དོ་ཁོ་རང། ཨོ་ད་དེ་ཚིག་རྗེས་གནང་ལོ་ལ་སུག་མ་ན་ཞིག་དངོས་ཡོད་གནས་ཚུལ་ལབ་དགོས། རོ། ཁྱེད་ཡོད་མར་ཁོ་རང་ག་ལ་ན་ལབ་ཅེས་ཁོ་རང་གྱོ་ཁེབས་སང་རགས་ཟེར་བཞག་ཞོག། ཁྱོད་རང་ལ་མི་གཅིག་གི་རྐུ་མ་ལ་ན་དགྲ་དུ།

ནི་ཁྱེད་རང་གི་ངོས་ནས་ཕ་ནི་འདི་འདྲའི་བཟོད་སྒོམ་བྱེད་འདི་ན། ཨེ་ཕི་གི་མི་དེ་སྐྱག་ལངས་བཏང་བའི་བཟོ་འདྲ་བྱེད་མ་རེད་བས་ད་སྡུག་བཏང་མ་རེད་བས་ལག་ཡེ་འདི་འདྲའི་ཡོར་ད་ཅི་ངེད་སྡིག་གི་ཚོད་འདྲ་ལོ་ག་བཏང་ཤ་ཡེ། དྲི་བ་འདི་འདྲའི་ཡོང་གོ་རེད། ཅི་ཙ། ནམ་རྒྱུན་ང་རང་ཚོ། གར་ས། མགོན་པོ་ཀླུ་སྒྲུབ་ཀྱི་དགེ་ཕྲུག། སློབ་དཔོན་ཨ་རལ་སྡེ་བ་ཟིག་ར། སློབ་དཔོན་ཨ་རལ་སྡེ་བ་གི་བཞི་བརྒྱ་བ་སའི་རྫས་རེད། དབུ་མ་བཞི་བརྒྱ་བ་སའི་རྗེ་བ་འོ་འདི་ནང་ལོ་སྡིག་ལན་འདི་ཡོར་ད། འོ་མ་བཞི་བརྒྱ་པ་ནང་ལོགས་ལ་ཐུ་བེ་ཐུ་བེ་ཉོན་མོངས་དགྲར་ཟེར་གི་ཉོན་མོངས་སྡང་འདྲེ་གང་ཟག་མིན་ཟེར་ད། ཐུ་བ་ལ་ན་སངས་རྒྱས་བཅོམ་ལྡན་འདས་ལ་འོ་ར་སངས་རྒྱས་བཅོམ་ལྡན་འདས་ཀྱིས་ཉོན་མོངས་དུག་གསུམ་ལ་དགྲ་ན་ཞེས་བྱེད་འོ་རེ་བཏགས་འོ་རེ། ཡིན་ནས་ཉོན་མོངས་དུག་གསུམ་ཡོད་དེ་ངེས་ཀྱི་མི་དེ་གིས་ཨ་ནི་ལས་ཀ་ག་རེ་བྱེད་བ་ཡིན་ན་དེ་མི་དེ་ལ་སྙིང་རྗེ་བྱེད་འོ་རེ་མི་དེ་ཡུལ་གྱི་ཉོན་མོངས་དེ་ལ་དགྲ་ན་ཞེས་བཏགས་འོ་རེ་ཟེར་ད། ཟེར། ཟླ་འདིའི་དེ་རིང་སང་ཉིན་གཅིག། འདི་བདག་ཉིད་ཆེན་པོ་གང་འདིའི་གི་ཚིག་བརྗོད་རེད། Action the perpetrator གཉིས་དེ་དབྱེ་བ་ཕྱེ་དགོས་རེད་སླ་བའི་དང། འདི་གཅིག་པ་རེད་དོན་དག། Action ལ་ན་མི་དེ་གི་བྱ་བ་དེ་ལ Against བྱེད་དགོས་རེད། ཁོས་ལས་དཔེར་ན། རྒྱ་གར་ཨིན་ཇི་ཟེར་བའི་ཁ་ཐུར་ལ་ཡ་ཨིན་ཇི་གི་ད་སྡུག་ཅག་མང་པོ་བྱེད་ཀྱི་ཡོད་ར། བྱེད་དུས་ཨིན་ཇི་གི་བྱེད་སྐྱོ་དེ་ལ་ངོ་རྒོལ་བྱེད་དགོས་རེད། ཡང་ང་ཚོ་འཚེ་མེད་ཞི་བ་ཡིས་ལ་ནི་ཁ་བཙུམ་བདེ་སྐྱོང་མ་རེད་ལ་ཁུར་ནི་བདེ་སྐྱོང་མ་རེད་ཟེར་ངོ་རྒོལ་བྱེད་དགོས་རེད་ཟེར་གོ་རེད action ལ against བྱེད་དགོས་རེད། ཡིན་ནའི action དེ་བྱེད་ངེས་ཀྱི་མི་དེ་ལ་ག་རེད། མི་དེ་ལ་ག་དུས་ཡིན་ནའི compassion དགོས་རེད་ཟེར་ད། འདི Gandhi གི་གསུང་ཡ་དེ་དེ་རེད perpetrator ལགས་ད perpetrator ལ་ན་ག་རེད་འདི་ལས་ཀ་སྡུག་ཅག་བྱེད་ངེས་ཀྱི་མི་དེ་རོ། མི་དེ་ལ། མི་དེ་གི་བྱེད་རྒྱུ action དེ་ལ against བྱས། མི་དེ་ལ་ག་རེ་དགོས་ལ་ན non violence ག་རེ compassion དགོས་རེད་ཟེར་བ་ལྟ་འཚེ་མེད་ཞི་བ་ཟེར་ཡ་དེ། དེ་ང་ཚོ་དབྱེ་བ་ཕྱེ་དགོས་འདུག་ད། ཧ་གོ་སོ། ཅེས་དེ་གྱོང་ཁ་རང་གིས་ལེན་པ་དང་རྒྱལ་ཁ་གཞན་ལ་དབུལ་བ་ཁྱེད་ཀྱི་ལད་ཟློས་བསམ་པ་ག་རེ། ཕ་གིའི་མི་དེ་ལ་སྙིང་རྗེ་སྐྱེས་དགོས་རེད་དེ་ཡིན་ནས་ཁྱེད་རང་ཚོས་མགོ་སྒུར་ནས་མི་དེ་གི་དཔེ་ན་ཁྱོད་མི་གཅིག་རྒྱག་པ་ཞུ་བ་ལེགས་འདུག་ན

ཁོ Defense བྱས་རེད། ཨ་རི་མི་ག་ཤེད་དེ་རིགས་སེང་གེ་མེ་མདའ་མྱ་ངན་དེ་འདྲ་འདུག་ཨ། ནང་ལ Defense གི་ཆེད་དུ་ཡིན་ལ་བར་ད་དེ་འདྲས་མེ་མདའ་མྱ་དེ་ངན་དེ་འདྲས་ཡོང་གི་འདུག་ཨ། ད་དེ་རྒྱ་གར་ལུང་པར་དུ་བ་མེ་མདའ་མྱ་ངན་དེ་འདྲ་མི་འདུག་དེ། ཕྱི་གི་དུ་བ་ལ་སྒེར་གྱི་མེ་མདའ་མྱ་ངན་དེ་ཤུགས་ཆུང་པོ་འདུག་ཨ། ད་ཡ། ད་དེ་ཚོ་གང། Defense གི་ཆེད་དུ་ཡིན་ལ་ཀེར། ད་ཡིན་ནའི་ཀེར་ད་དེ་ཚོ་ཚང་བ་དཔེ་ཚང་མ་ད་གཅིག་པ་ཡོད་མེད་མི་ཤེས་དེ། ད་ད། ག་ལ་བ་རེད། བཞི་བརྒྱ་པའི་ཚིག་དེ་གི་དོན་དག་འདི་རེད།

ཟེར་བུ་ཆགས་སོ། འོ་ད་འདི་གཉིས་དབྱེ་བ་ཆེ་བ་རེད་ཟེར་ད་འདི་འགྲིག་ཟེར། ངས་འདི་ཚོན་ལོག་བཏང་བ་རྒྱུ་མཚན་དྲོ་འདི་ཡ་ཁྱོད་ཟེར། ཤི་ཚོན་ལོག་བཏང་དགོས་ཡ་མི་འདུག་འདི་ལ་ཡ། མི་ཚོ་ནམ་རྒྱུན་དྲི་བ་ལེགས་ཡོད་ད། ཟེར་བུ་ཆགས་སོ། ཨེ་སྤྱི་བཏང་ནས་ཁྱེད་རང་ལ་བདེན་པ་ཡོད་ན་རྒྱ་རོམ་གྱི་གསུང་སྐུ་དང། Power of Truth། ཟེར་དེར། སྐུ་མདུན་གྱི་ཚིག་དེ་ཚོ་དཔེ་རྙིང་ཅིག་མར Power of Truth། ཟེར། Power of Gun། གསུང་སྐུ་དང་བ་ཅོ་དེ། ང་ཚོ་ལ་བདེན་པ་ཡོད་རེད་ཟེར་ཁོ་ཚོ་ལ་ག་རེ་བདེན་པ་མེད་ཟ། ག་རེ་མེ་མདའ་ཁྱེར་དགོས་བ་ཆགས་དགོས་བ་རེད་ཟེར། རེད་བ། ཁྱེད་ས་འདི་ཉིད་དབྱེ་བ་ག། ཁྱེད་རང་ལ་བདེན་པ་ཡོད་ན། ཨ་ནི་སྐད་རྒྱག་དགོས་ཡོད་མ་རེད་མེ་མདའ་རྒྱག་དགོས་ཡོད་མ་རེད་ག་དགོས་བྱེད་དགོས་མ་རེད། བདེན་པ་མེད་བ་ཡིན་ཙང་ཨ་ནི་སྐད་རྒྱག་དགོས་ཐུག་གོ་ར། སྐད་བདེན་པ་ཡོད་ན་ཁྱོད་སྐད་རྒྱག་ངར་སྐད་རྒྱག་དགོས་ཡ་མི་དགོས་ཁྱོད་ལ་འདོན་པ་ཡོད་ར་བདེན་པ་ར་སྤྲོད་བྱས་ཡོད་ར། བདེན་པ་ར་སྤྲོད་བྱས་མེད་དུས་ཨ་ནི་ད་སོ་སོ་བདེན་པ་མ་ཡིན་པ་དེ་བདེན་པ་བཟོས་ཡས་ཀྱི་ཆེད་དུ་ལ་ཨ་ནི་མིའི་སྐད་ལ་དོན་དུ་ཙམ་པ་ཧར་བཤད་འུར་ཤོག་རྒྱབ་སྐད་རྒྱབ་ཨ་ནི་ད། ད་ད་འདོད་འདུག་སྙེ་ན་མེ་མདའ་ཁྱི་ཡ་དག་ནས་ཟས་ཡ་དག་འདི་ཚོའི་གནས་སྟངས་འདི་ལེགས་རོགས་དང། སོ་སོ་ལ་བདེན་པ་ཡོད་ན་དེ་ཆེ་བ་ལྷོད་ལྷོད་བྱིན་ཞེས་སྐད་ཆ་པ། ལྷོད་ལྷོད་བྱིན་བཟོད་པ་སྒོམ། ཚེ་ཚད་མེད་ཞི་བ་བྱས་ནས། སེམས་པ་ལྷོད་ལྷོད་བྱིན་སྐད་བཤད། འགྲིགས་སམ། ཨ་ནི་དེ་ཡག་པོ་རེད་ཨ་ནི་སོ་སོ་སེམས་པ་ལྷོད་ལྷོད་ཡིན་ན་ཕ་གོ་པོ་དེ་ལ་སྐད་ཆ་བཤད་དུས་ལ་ཡ། སྐད་ཆ་འདི་ཏག་ཏག་བཤད་ཐུག་གི་རེད། སོ་སོའི་སེམས་པ་འཁྲུག་བསྡད་ནས་ང་རྒྱལ་དང་དེ་འདྲའི་ལུང་ལུང་ལངས་བསྡད་ན། ཕ་རྒོད་པོ་འདི་ལ། སོ་སོའི་བདེན་པ་ཡོད་ན་བདེན་པ་དེ་ར་སྤྲོད་བྱེད་ཐུག་མ་གཏགས། ཧ་གོ་སོང། སོ་སོ་བདར་བསྡད་ཀྱི་རེད་བ། སོ་སོའི་བདེན་པ་ཡོད་དེ་སོ་སོ་བདར་བསྡད་ན། ཨ་མི་ལ་ག་ར་སྤྲོད་བོ་སྤྲོད་ཐུག་མ་རོགས། སོ་སོའི་སེམས་པ་ལྷོད་ལྷོད་ཡོད་ན་ར་སྤྲོད་ཐུག་གི་རེད། བདེན་པ་ཡོད་རོགས། སེའུ་ཆགས་སོ། འོ་ད་འདིར་ལྟ། ཡ། ད་འདི་འདྲ་འགྲོ་བ་ཅི་རེད། ཡ། ད་འདི་ཚར་བ་ཅི། ད་འདིར། ད་དམིགས་བསལ་གྱིས་བཟོད་པ་སྒོམ་ཡ་འདི་གཏིང་ཟབ་རུ challenge ཤུགས་ཆེར་ཆེར་སྒྲུག་དང། ད་གིན་བཟོད་པའི་གིན་ནང་ནས་བཤད challenge དེ་ག་རེ་ཤུགས་ཆེར་ཆེར་སྒྲུག་དང་བཟོད་པའི་ཉམས་ལེན་ད་འདི་འཛུལ་ཁྲིད་དེ་གང་ལ་བདག་གིས་ཕན་བཏགས་པའི་རེ་བ་ཆེ་བ་གང་ཞིག་གིས། ཤིན་ཏུ་མི་རིགས་གནོད་ཆེ་ན་བཤེས་གཉེན་དམ་པ་བལྟ་བར་ཤོག་དམིགས་བསལ་གྱིས་ཁྱོད་རང་གི་པོད་མི་དེ་ལ་དུས་ཚོད་རིང་པོ་ཕན་བཏགས་རོགས་པ་བྱེད། ཁྱེད་རང་ལྟ་སོ་སོ་གི་དུས་ཚོད་ལོ་མང་པོ་ཁྱོད་ཀྱིས་རོགས་པ་བྱེད་བཞིན་ཡོད་མི་དེ་གིས་ད་ཁྱོད་རང་གི་སེམས་ནང་ལོ་ལ་སྡིག་ལྟ་ང་གནོད་ཀྱིས་ཀིར་བསམ་གི་མ་རོགས། བསམ་གི་རེད། བསམ་སྲིད་ཀྱི་མ་རེད། ཨ། དེ་འདྲས་ཀྱི་གནོད་པ་སྐྱེ་བ་ཡོང་སྲིད་ཀྱི་རེད་ཟེར། ད་དེ་ཚོ་ཡོང་ན། དེ་འདྲས་ཀྱི་མི་དེ་གིས་ད་ང་ལ་བཟོད་པ་སྒོམ་པའི་གོ་སྐབས་དངོས་གནས་ཡག་པོ་སྤུས་དག་པོ་ཞིག་སྤྲད་སོང་བསམ་ནས་དགེ་བའི་བཤེས་གཉེན་ན་ཞིག་བཏང་ཞོག་ཟེར། ད་ཨ་བོ་ཟ། ཇི་ཟེར་བཟོད་པའི་ཉམས་ལེན་དེ་དཀའ་ལས་ཁག་པོ་ཡོད་བསམ་དམིགས་སུ་བཀར་ནས་སོང་གི་ད་ང་ཚོའི་མི་ཚེ་ན་འདི་རིགས་དེ་ཤུགས་ཆེན་པོ་ཡོང་གི་བ་རེད། ཨ་ནི་འདི་གིས་ང་ཚོ་ག་ལ་བ་རེད་ད། ཨ། ཅིག་ག་ལ་བ་རེད། སོ་སོའི་བསམ་བློ་ཡག་པོ་དེས་སྡུག་ཅག་ཆགས་འགྲོ་ཡ་ཉེན་ཁ་ཆེན་པོ་ཡོད་རེད་ད། སྦྱིན་པ་དག་དེ་འདྲའི་སྐྱོ་བོ་མཐོང་ན་ང་ཚོ་སེམས་ནང་གི་བསམ་བློ་ཡག་པོ་དེ་སྡུག་ཅག་ཆགས་ཡ་གི་རེ་བ་དེ་ཞེ་དྲག་ཡོད་མ་རེད། བྱས་ཙང་བྱང་ཆུབ་སེམས་དཔའ་མང་པོ་ཅིག་བྱང་བྱང་ཆུབ་ཀྱི་སེམས་སྟོང་ལས་ཞེས་དང། བྱང་ཆུབ་སེམས་དཔའ་དེ་ཚོ་སྙེ་མ་བྱང་ཆུབ་སེམས་དཔའ་རེད་རྗེས་ལ་བྱང་ཆུབ་ཀྱི་སེམས་སྟོང་ནས་ཨ་ནི་ག་རེ་ཉན་ཐོས་ཀྱི་ལམ་ལ་ཞུགས་ཟིག་དང་ཡང་སྐྱོབ་མ་ཐེག་པ་སྨན་པའི་གི་ལམ་ལ་ཞུགས་ངེས་དེ་འདྲའི་མང་པོ་ཡོང་གི་འོ་རེད། དེ་ཚོ་རྐྱེན་དེ་ཚོ་འཕྲད་དེ་འཕྲད་ཀྱི་ཡོད་རེད་བ་དང། དཔེར་ན་ཆ་བྱས་ན། སློབ་དཔོན་ཕྱོགས་གླང་གིས། མཚན་མོ་ཀུན་འདུས་ཟས་འདི་རྫས་རོ། མཚན་མོར་གྱུར་པ་སྒྲོ་ལ་ཕན་བྱེད་པ་སྟོན་པ་དེ་བཞིན་སྐྱོབ་ལ་ཕྱག་འཚལ་ལོ་ཟེར། རྟོགས་པའི་དྲ་བ་རྣམས་ཟེར་གྱིས་ཟེར་དེ་གའི་དྲིས་ནི་རྡོའི་སྒང་ལ་བྲིས་ཏེ་བསམས་པ་ལ། ཨ་ནི། ཉི་མ་དང་པོའི་དྲིས་ནི་བཞག་དུས་ཡང་སྲུབས་ཤར་ཟིག་དང་ཕྱི་རུ་བ་ཅིག་འགྲོ་ནི་བ་ཡི་ལ་མ་ཅིག་འགྲོ་སྲུབས་ཤར་ཟིག། ཡང་ཉི་མ་གཉིས་པའི་དྲིས་ནི་འགྲོ་བཞག་དུས་བསོད་སྙོམས་ལ་ཕེབས་ཏེ་ཚུར་ཡོང་དུས་ཡང་སྲུབས་ཤར་ཡོད་ཟེར་རོ།

སློབ་དཔོན་ཆོས་གླང་ལ་མེ་བརྒྱབ་ནས། ཁ་ནས་མེ་དེ་འདྲ་བཏང་བའི་སྐད་ཤིག་ཡོད། ཨ་ནི་མེ་བརྒྱབ་དུས་སློབ་དཔོན་ཆོས་གླང་གིས་ཨ་ནི་ཁ་ལོ། ཁ་ལོ། ནམ་ཟ་དུས་སུ་ཏོག་ཚིག་མེད་འགྲོ། ཨ་ནི་སློབ་དཔོན་ཆོས་གླང་གིས་ཨ་ནི་དེ་དུས། ཨ་ནི་ད་ལྟ། འདི་ཁོ་རང་གིས་འདི་དྲི་ཟ་གི་རྡོ་བྱོས་ར་འདི་ཕྱག་ལ་བསྣམས་བྱས། ཨ་ནི་སྨོན་ལམ་སྐྱོན་ཇི་ལྟ། སེམས་ཅན་ཐམས་ཅད་ཀྱི་དོན་དག་ཇི་ལྟ་ཡོང་ས་མ་རེད། བྱང་ཆུབ་ཀྱི་སེམས་ལས་ཉམས་ལེན་འདི་ལྟ་ཡོང་ས་མ་རེད། ད་ག་ལ་ཁག་པོ་རེད་ཤག་བསམ་ནས་པས་བྱང་ཆུབ་ཀྱི་སེམས་སྟོང་གྲོགས་ཆེར་གཟིགས་དང། སེམས་ཅན་གཅིག་དེའི་བླ་ཁེགས་མི་འདུག་སེམས་ཅན་ཐམས་ཅད་ད་ག་བ་ཡོང་གི་རེད་བསམ་དང། དེ་ཡོང་བ་རེད་ད་དེ་འདྲའི་བྱང་ཆུབ་སེམས་དཔའ་ཁོང་ཚོ་ལས་དེ་འདྲའི་དཀའ་ངལ་འཕྲད་ཡོང་དང། ཁོང་ཚོ་ལས་དཀའ་ངལ་འདི་འཕྲད་ད་ང་ཚོ་ད་ཡོང་བར་བ་ད་ང་ཚོའི་མི་ཚེ་ནང། བྱས་ཙང་ཨ་ནི་རྡོ་དེ་དག་གནམ་ལ་འཕེན་བྱས་གལ་སྲིད་ས་ལ་འཛག་བ་ཡིན་ན་ཨ་ནི། ག་ལ་བ་རེད་ད་ཚེར་མ་ཀུན་འདུས་དེ་བརྩམ་གི་མེད་ད་ཐེག་པ་ཆེན་པོའི་གི་ལམ་དེ་གཡུག་བཞག་གི་ཡིན་ཐེག་དམན་གི་ཆོས་དེ་བྱེད་གི་ཡིན། ས་ནི་ཨ་ནི་འདུག་ཅིག་ཅིག་ཨ་ནི་རྡོ་དེ་གནམ་ལ་གཡུག་དུས་བརྩམས་པ་ལ་མ་རྒྱུ་ནི་མ་འཛག་ཡིན་ཟེར། ཨ་ནི་ག་རེ་འཛག་ག་རེ་ཡིན་ན་བསམ་ཡག་ཅིག་ཟེར་དུས་རྡོ་དེ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཕྱག་ལ་སིམ་དེ་ཟེར། ཨ་ནི་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་ད་ཁྱེད་རང་གི་ཨ་ནི། བྱང་ཆུབ་ཀྱི་སེམས་དེ་མ་གཏོང། ཉམས་ལེན་ཡག་པོ་བྱེད་མུ་མཐུད་ནས། དག་ན་ཞིག་ཁྱེད་རང་གི་ཚེ་མ་ཀུན་འདུས་དེ་མུ་མཐུད་ནས་བརྩམས་ཤོགས། མ་འོངས་པ་ལ་ཡང་ནི་ཚེ་མ་ཀུན་འདུས་དེ་སློབ་སྦྱོང་བྱེད་ངེས་ལྷག་པར་དུ་རྒྱ་བོད་ཁ་བ་གངས་ཅན་གྱི་ལྗོངས་ལ་ར་བྱང་ནས་བྱང་དུ་ལ་ཡ་སངས་རྒྱས་ཀྱི་བསྟན་པ་དར་དུས་ཞིའོ་ཡོང་གི་རེད་ཟེར་ད་ཚད་མ་རིག་པ་དེ་ད་ལྟའི་ཆ་ལ། ནང་པའི་གི་ཚད་མ་རིག་པ་དེ་དྭགས་པོ་རྒྱལ་ངན་གཙོ་བོ་དེ་ང་ཚོ་རེད་དོ། རེ་ད་ཡ། ཚེ་མ་ཀུན་འདུས་དང་ཚེ་མ་རྣམ་འདྲེས་དང་ད་བ་དུ་ལ་སྐྱ་བོ་རུབ་ཀྱི་གསུང་གུ་ད་ཡ། ནམ་རྒྱུན་ང་ཚོའི་བོད་པ་མི་མང་ཚོ་དཀྱུས་མ་ཚོ་ལ་ཡ། བཀའ་མོལ་གནང་དུས་ཚང་མ་ནང་པའི་ཆོས་དེ་རྒྱལ་ཁབ་ག་ས་ག་ལ་དར་ཡོད་དེ། ཡིན་ནས་ཚད་མ་རིག་པ། དཔྱད་པ་བྱེད་ནས། སངས་རྒྱས་ཀྱི་ཆོས་ལ་ཡ་དཔྱད་པ་བྱེད་རྟགས་གསལ་བཏང་ནས་དེ་འདྲའི་གི་དཔྱད་པ་བྱེད་ཡས་ཀྱི་གོམས་སྲོལ་དེ། བོད་པ་ལ་མ་གཏོགས་སུ་གཅིག་ལ་དར་མི་འདུག་གསུང་གུ་ད། ཤྲི་ལང་ཀ་ད། ཐའི་ལན་ད་ག་བ་ལ་འགྲོ་ནས་དར་མི་འདུག་གསུང་གུ་ད། ང་ཚོ་བོད་པའི་གི་ད་བཅད་པ་བྱས་ཚད་མ་རེག་པ་དེ་ཞུ་དར་བཞག། ལྷག་པར་དུ་རྒྱ་བོད་པའི་གི་ད་ཚད་མའི་གཞུང་ལ་མཁས་པ། དཔེར་ན་ཆ་ཞིག་ཡིན་ན་ས་པི་ས་པི་ནི་ད་ཡིན་ན་འདྲ་དུ་དེ་ནི་མ། མང་པོ་ཞིག་བྱུང་ར་ཚད་མ་རིག་དེར་ད་དེ་འདྲ་བརྩམས་ནས་པད་ན་ལེན་འདྲ་གི་ཚད་མ་རིག་པ་མཁས་པ་དུ་ཚོད་ད་གཅིག་པ་དེ་འདྲ་བྱུང་བཞག་གསུངས་ད། འོ་ད་དེ་འདྲ་ཞིག་ཡོང་ཡར་ད་བྱུང་ཡར། རྩེད་ཆ་བཟའ་རྒྱུ་བཟའ། སློབ་དཔོན་ཕྱོགས་གླང་ཡིན་ན་ཡང་དེ་འདྲའི་གི་དཀའ་ངལ་འཕྲད་དོ། དེ་ནི་བྱང་ཆུབ་སེམས་དཔའ་མང་པོ་གི་དེ་འདྲའི་སྟོང་འདུག་ཡོད་ད། ཉེན་ཁ་ཡོད་ད་དེ་ང་འདི་ཁོང་ཚོ་ལ་འདིའི་ཉེན་ཁ་ཡོང་གི་ཡོད་ན། ང་ཚོ་ད་ཡོང་ཡ་ཡིན་པར་ང་ཚོ་འདྲ་བོ་ཞིག་དེ་འདྲའི་འཕྲད་ལ་ད་གཡུག་ཞོར་ལ་ར་ད། ལབ་བཟའ་གོ་ར་ཨ། ཐག་ཆོད་ཤག་གི་ད་ལབ་བཟའ་གོ་ར། བྱས་ཙང་དེ་འདྲའི་ཡོང་གི་ཡོད་ད་སེའུ་ཆགས་སོ། སྐབས་རེ་སྐབས་རེ་ང་ཡི་འདི་དྲན་གི་འདུག་མཚམས་རེ། རྒྱ་རིམ་གྱི་བཀའ་སློབ་འདི་འདྲའི་ནང་ལོ་འདི་འདྲའི་མཚམས་རེ་མཚམས་རེ་ཀུན་འདུས་སྐད་ཤོར་བ་སོགས་རེ་འདི་གནང་གི་འདུག་ཞེ་ས་མ་ཞུས་ནས་སྐད་ཤོར་བའི་སོར་འདྲ་བྱས། ད་ངས་ད་ལྟ་བར་དུ་ལ་བོད་པའི་གི་ཆེད་དུ་དཀའ་ལས་དེ་ད་ཁྱེད་རང་ཚོ་བོད་པའི་ངོས་ནས་བྱེད་སྟངས་ལས་སྟངས་འདི་འདྲ་ཞིག་མ་གཏོགས་མེད་ན། ད་ང་འདས་མ་འདས་མི་འདུག་བསམ་བསམ་དྲན་གི་འདུག་ཟེར་འདི་འདྲ་གསུང་གི་འདུག་མཚམས་རེ། ལོ་ཡ་ཁྱེད་རང་གི་མི་ཚེ་གང་པོ་བོད་པ་རང་གི་ཆེད་དུ་སྐུ་ལས་བསྐྱོད་ད་བོད་པའི་བྱེད་སྟངས་ལས་སྟངས་ཚུ་རྒྱ་རིམ་གྱི་འགྲིག་མི་འདུག་ཟེར་གི་ཡོད་ར།

ལུས་ངག་ཡིད་གསུམ་ག་རེ་གི་ཐོག་ནས་ད་མི་རིགས་པའི་ལས་ཀ་བྱེད་ཀྱི་འདུག་ན་བཤེས་གཉེན་དམ་པ་བལྟ་བར་ཤོག། ད་ངས་ཁ་སེང་ཁྱོད་རང་ཚོ་ཞུས་ཡིན་པ། རྒྱལ་སྲས་ཆེན་པོ་ཞི་བ་ལགས་ཀྱིས་ག་རེ། སངས་རྒྱས་བཅོམ་ལྡན་འདས་ཀྱིས་ང་ཚོ་ལ་ག་རེ་བཟོད་པ་དགོས་མེད་ཀྱི་གོ་སྐབས་དེ་ཏིག་མར་བཏགས་གསུངས་ཡོད་ད། སངས་རྒྱས་ང་ཚོ་སྣོད་ཀྱིག་མར་བ། སྣོད་མ་ཀྱིག་ན་བཟོད་པ་ག་བ་དགོས་མཁོ་འགྲོ་བར་ད། རེད་མ་རེད། བྱས་ཙང་བཟོད་པ་དགོས་མེད་ཀྱི་གོ་སྐབས་ཡག་ཤོས་སྤྲིངས་ངེས་དེ་སུ་རེད་ལ་དེ་སེམས་པ་ལ།

ད་ང་ཚོའི་མི་ཚེ་ནང་བློ་ལ་བདེན་རྫུན་རིག་དུས་ཡོང་གི་རེད་ད་ཟེར་བར་ད། དེ་དུས་ད་ལྟ་ནས་ང་ཚོ Mind Train བྱས་ནས་ཞོགས་ཀྱི་སྟག་ལྤགས་བློ་སྦྱོང་ཚིག་གི་མ། དོན་གྱི་བསམ་བློ་རེ་བཏང་ཡོད་ན་ཨ་ཉི་མའི་སྐོར་ལ་ཁྱེད་རང་ལ་འདི་འདྲའི་དཀའ་ངལ་ཞིག་འཕྲད་སོང་ན་ལྡོག་ལན་བྱེད་ཐུབ་ཀྱི་རེད། བློ་སྦྱོང་ཚིག་གི་མའི་ཚིག་དེ་དྲན་བསྡད་ཡོད་ར་ཞོགས་ཀྱི་ནི། ངས་ཁྱེད་རང་ཚོ་ལ་ཡོད། དམག་རྒྱག་ག་མ་འགྲོ་སྔོན་ལ།

གཱས་གོ་འདི་ནང་བཞིན་རེད་ང་ཚོ་ཞོགས་པའི་ནི་ཁྲེན་ཏུ་ཟུ་བྱས་ནས་སོ་སོ་བློ་སྦྱོང་དུ་ཟུ་ཡག་པོ་སྒོམ་རྒྱབ་ཉམས་ལེན་བྱེད་བསམ་བློ་ཞིག་བཏང་ཡོད་ད་ཉི་མའི་སྐོར་ལ་ང་འདི་འདྲ་བྱེད་ཀྱི་ཡོད་ད་ཟེར་ཀླད་པ་ནང་ལ་གྲ་སྒྲིག་དེ་བྱེད་བཞག་ཡོད་ན། ཨ་རི་ཉི་མའི་སྐོར་ལ་སོ་སོ་རོགས་པ་མཉམ་དུ་འགྲོ་དུས act locally like འགྲོ་དུས་རོགས་པ་གིས་ཅིག་རྣམ་འགྱུར་ཁྱད་མཚར་འདྲ་བོ་དེ་བསྟན་པ་འདྲ་བོ་དེ་ད་སྐད་ཆ་ཁྱད་མཚར་དེ་འདྲ་ཚིག་སྡུག་ཅག་དེ་འདྲ་ལབ་པ་ཡིན་ན་ལམ་སང་ཁྱེད་རང་གིས react བྱེད་ཐུབ་ཀྱི་རེད་ཡག་པོ་བྱེད་ནས་ལས་སླ་བོ་བྱེད་ནས་བྱེད་ཐུབ་ཀྱི་རེད། ནམ་རྒྱུན་འདི་འདྲའི་བསམ་བློ་སྤྱིར་བཏང་དགོས་བ་མ་རེད་དཱ། བློ་སྦྱོང་ཚིག་རྒྱན་མ་འདྲ་བོ་དེ་འདྲ་འདུག་ཟེར་པས་བློ་སྦྱོང་ཚིག་རྒྱན་མ་སྟབས་བདེ་བོ་ཞུ་རེད་དཱ་རྐང་རྒྱན་མ་འདུག་དཱ་འདི་བློ་ལ་ཟེར་སྐྱོར་འདི་བསམ་བློ་ཡག་པོ་ཞིག་བཏང་ནས་ཁྱེད་རང་གྲ་སྒྲིག་ཡོད་བ་བྱེད་དཱ་ཀླད་པ་ནང་ཉི་མའི་མགོ་ལ་ང་འགྲོ་དུས་ཉི་མའི་མགོ་ལ་འདི་འདྲའི་ཐུགས་གསིག་གི་རེད་དཱ་འདི་འགྲོ་བ་འདི་འདྲ་ཨ། ཐུགས་གསིག་ན་ང་འདི་བྱེད་ཀྱི་ཡིན་དཱ་བསམ་པའི་ཀླད་པ་ནང་གྲ་སྒྲིག་ཡོད་བ་བྱེད་ན། ཨ་ཉི་མའི་མགོ་ལ་ཁྱེད་རང་ལས་ཀ་བྱེད་ག་འགྲོ་འདི་འདྲ་འགྲོ་བ་ཐུགས་གསུག་ན།

ཨ་ནི། མོའི་ཨ་མ་འདིའི་བུ་མོ་རོ། ཡིན། དེང་གི་བུ་དང་བུ་མོ་དབྱེ་འབྱེད་ཞུ་ཆོད་དུ་ཁོ་རང་བུ་ལ་ཡག་ག་གཅིག་འདུག་ཟེར་ད། བུ་ལ་ཡག་ག་གཅིག་འདུག། བུ་མོ་ལ་སྡུག་ཅག་ཞུ་གཅིག་འདུག་ཨ་མ་དེ། ག་དུས་ཡིན་ན་ང་འདི་ལབ་འདིར་ཁོ་རང་ཨ་མ་ཁོ་རང་བུ་མོ་རེད་ཡིན་ནའི་བུ་མོ་ལ་སྡུག་ག་གཅིག་འདུག་ལས་བྱུང། མོ་ཡོད་ལུག་ལག་དེར་སོ་སོ་ཨ་མ་ལ། འདི་ག་དུས་ཡིན་ན་ལག་གུར་དབྱེ་འབྲི་བྱེད་ཀྱི་འདུག་ཕ་མ་གི་དབྱེ་འབྱེད་བྱེད་ཀྱི་འདུག་སྤུ་གུ་བུ་དང་བུ་མོ་གཉིས་པར་རོ་ལ་དམིགས་བསལ་གྱིས་བུ་ལ་བྱམས་པ་བྱེད་ཀྱི་འདུག་བུ་མོ་ལ་སྡུག་ག་གཅིག་འདུག། བུ་མོ་ག་དུས་གཅིག་ཕྱེད་ཀ་དྲུང་ན་ལམ་སང་སྐོར་ཨོ། བཀའ་བརྒྱུད་བཏང་ཡ་ད་དེ་བུ་ག་རེ་བྱེད་ནས་བྱེད་བཅུག་འདུག་ལས་ཀྱོ། ད་དེ་འདྲའི་འགྲོ་བཞིན་མོ་ལ་ལྟ་ཚུལ་ཞིག་འདུག་དེ། ད་ངའི་བསམ་པ་ལ་སྙིང་རྗེ་མོ་ཨ་མ་མཉམ་དུ་འཁྲུག་པ་ཤོར་མི་འགྲོ་བསམ་སོང། བཀའ་བརྒྱུད་རེ་བཏང་འཁྲུག་པ་འདྲ་ཤོར་ད་ཤོར་ངོ་ངོ་འདུག་བསམ་སོང། ཨ་ད་ཁྱོད་ཨ་མ་མཉམ་དུ་འཁྲུག་པ་ཤོར་སོང་ཟེར་དུས་མོས་ཤོར་མ་སོང་ཟེར།

ཨ་ནི་མ་གསུངས་རྒྱབ་ས་དེར་སླེབས་དུས་བསམ་པ་རྒྱབ་ཐུག་གུར་ཏག་ཏག་ཏག་ཏག་ཏག། དང་པོ་ནས་གྲ་སྒྲིག་མེད་ན་ཨ་ནི་མ་རྒྱབ་སར་སླེབས་དུས་བསམ་པ་ལ་རྒྱབ་ཐུག་མར་ལྡང། སེའུ་ཆགས་སོ། འོ་བྱས་ཙང་ད་འདི་དང་པོ་ནས་སླེབས་པ་ན་ཞོ་གས་ནས་བསམ་བློ། གཞན་པ་ག་བྱེད་དུ་མི་འདུག་ཞོ་གས་ཡར་ལངས་ཏེ་བློ་སྦྱོང་ཚིག་བརྒྱད་མ་དེ་ཚིག་རྐང་བརྒྱད་དེ་བར་འདོན་ཏེ་འདིའི་ནང་དོན་དེ་བསམ་བློ་ཞིག་བཏང་བཞག་ད་སླེབས་པ་ན་གྲ་སྒྲིག་ཞེའུ་ཆགས་འགྲོ་རེད། ད་ང་ཚོ་ལ་འདི་དཔེ་ཕན་ཐོགས་འོས་འདུག་ཨ། ག་རེ་ཡིན་ལབ་ན་ང་ཚོས་ལས་ཀ་བྱེད་ཁར་འགྲོ་དུས་ག་འཇུ་མ་འཇུ་ཡོང་སྲིད་རེད་ད། འདི་ཡིན་དུ་སེམས་པ་ལ་ད་དུ་ཚུར་གྲ་སྒྲིག་ཡོད་བ་བྱའོ། སེའུ་ཆ་ཟ་འོ་ད་འདིར་ད་འདི་ཕན་ཐོགས་པོ་དང། ཨ། ཕན་ཐོགས་པོ་འདོད། ཨ་འོ་ཟ། འདིར་ད་བཤེས་གཉེན་དམ་པ་བལྟ་བར་ཞུགས་ད་སྒྲིག་པ་བྱས། ཡ་ད་ད་སྡོམ་བརྒྱར་ད། སྡོམ་འདིར་ད། སྡོམ་བྱས་བསླབ་བྱ་བྱས་ཐོག་བཤེས་གཉེན་དམ་པ་བལྟ་བར་བསླབས། བདག་གར་མདོར་ན་དངོས་དང་བརྒྱུད་པ་ཡི། ཕན་བདེ་མ་རྣམས་ཀུན་ལ་འབུལ། མ་ཡི་སྣོད་དང་སྡུག་བསྔལ་གྱི། གསང་བའི་བདག་ལ་ལེན་པར་ཞུ། ད་བདག་གཞན་བརྗེ་བ་ལས་ཆོག་ག་ས་ང་ཚོ། ཡིན་པ། བདག་གཞན་བརྗེ་བ་ཟད་དེ། བདག་དང་གཞན། བརྗེ་པོ་རྒྱག་བ་རེད་ཟེར་རྒྱུ་ར། བདག་དང་གཞན་བརྗེ་པོ་རྒྱབ་ལ་དུས། ཁྱོད་རང་གི་གཟུགས་པོ་དང་ངའི་གཟུགས་པོ་གཉིས་བརྗེ་པོ་རྒྱག་ཡ་ཁྱེད་ཡོག་མར་བ། རྗེ་བོ་བརྒྱ་ཡོད་མ་རེད། ཁྱེད་རང་གི་བསམ་བློ་བདག་ངེད་ཀྱི་བསམ་བློ་ཉིད་རྗེ་བོ་བརྒྱ་ཡོད་རེད། ཡོད་མ་རེད། བདག་གཞན་རྗེ་བོ་བརྒྱ་ལབ་ན་ག་རེད། ང་རང་གིས་ད་ལྟ་བར་དུ་རང་གཅེས་འཛིན་གཙོ་བོ་བྱས་ཏེ་ཡ་གི་བསམ་བློ་འདི་ཕ། འདི Replacement བྱེད་ལབ་བར་ད། Replace ལབ་ན་ག་རེད། དེ་ཚབ་དེ། ད་ལྟ་བར་དུ་ལ་ངས་ད་ག་རེད། རྩ་ཆེ་ཤོས་བྱས་ཏེ་ཡ་དེ་ང་ང་ང་ལ་ཡ་དེ་རོགས་བསམ་བློ་འདི། ད་ང་ང་ལ་ཡ་གི་བསམ་བློ་འདི་ཕ་གཡུག་ནས། གཞན་གཞན་བྱས་ཚེ་ཡ་གི་བསམ་བློ་རྩ་ཆེན་པོ་འདི་ཚུད་ད།

མདོར་ན་དངོས་དང་དངོས་སུ་ཡིན་ན་སྒྲ་དང་བརྒྱུད་པ་གཉིས་ཀ་ལེགས། དངོས་སུ་བརྒྱུད་པ། ཕན་བདེ་མ་རྣམས་ཀུན་ལ་འབུལ། ད་ངེད་ཀྱི། ཨ་ནི་ག་ད་འདི་ནང་ལོགས་ལ། ཉམས་ལེན་གཉིས་བསྡུས་བར་དང། བདག་གཞན་བརྗེ་བ་དེའི་བསྡུས་གྲུབ་བོ་རེ། གཏོང་ལེན་གྱི་ཉམས་ལེན་དེ་འདི་ནང་བསྡུས་གྲུབ་བོ་རེ། གཏོང་ལེན་ཉམས་ལེན་གསལ་རྡོ། སོ་སོའི་གི། ཁ་སང་ང་ཚོ། ཨ་མདོ་སྐུ་འབུམ་གི་དགེ་བཤེས་ལགས་ཀྱི་སྐོར་བཤད་པ་རྒྱ་མིས་གི་མེ་མདའ་བརྒྱབ་འདུག་བསམ་པ་ལ། ཨ་སྨོན་ལམ་རྒྱག་སོང་ཟེར་ནས་ཁ་སང་བཤད་པ། སྨོན་ལམ་འདི་ལ་ཀ་རེ་དེ་ན་རྗེ་བཙུན་བླ་མ་ཐུགས་རྗེ་ཆེ། མ་གྱུར་སྒྲོལ་བའི་སྡིག་སྒྲིབ་སྡུག་བསྔལ་ཀུན། མ་ལུས་མཐའ་དག་བདག་ལ་སྨིན་པ་གསལ། ཇོ་བོ་མི་ཕ་རོལ་པོ་མེ་མདའ་རྒྱག་མཁན་དེ་གི་སྡིག་པ་ག་རེ་བསགས་ཀྱི་འདུག་ན་དེ་ང་ལ་སྨིན་པ་ཆེ། ངས་གི་བདེ་བ་དེ་གཞན་ལ་བཏང་གི་ཡིན་གསལ་ཏེ། ད་ཕན་བདེ་མ་རྣམས་ཀུན་ལ་འབུལ་གསལ་ཏེ། བདག་གིས་འདི་སྐད་གཞན་ལ་བཏང་བ་ཡིན་ཟེར་ཏེ་འཕྱར། ཨ་ནི་ཁར། ཁར། མ་རྒྱུད་སྒྲོལ་བའི་སྡིག་སྒྲིབ་སྡུག་བསྔལ་ཀུན་མ་ལུས་མཐའ་དག་བདག་ལ་སྨིན་པ་ཟེར་འདིར་བདག། མ་ཡི་གནོད། མི་དེ་གིས་གནོད་པའི་ལས་ཀ་དངོས་སུ་བྱེད་ཀྱི་ཡོད་ན་དགྲ་དུ། གནོད་པའི་ལས་ཀ་བྱེད་པའི་གི་འབྲས་བུ། ར་འདས་པོ་སྡུག་བསྔལ་ག་རེ་ཡིན་ན་ཚང་མ། ང་ལ། ལས་འདི་དང་ལས་འདི་གི་འབྲས་བུ་ག་རེ་ཡིན་ན། ལས་ཁོ་རང་གཅིག་གོ་མར་ད་ལས་འདི་གི་འབྲས་བུ་དེ་ང་ལ་སྨིན་པར་ཤོག་ཟེར་བར་ལྟ། ཧ་གོ་སོ། འོ་མདོར་ན། ཕན་བདེ་མ་རྣམས་ཀུན་ལ་གོ། མ་ཡི་སྣོད་དང་སྡུག་བསྔལ་གྱི། གསང་བའི་བདག་ལ་ལེན་པར་ཤོག་ཟེར་བར་ལྟ་ད་གསང་བ་ལ་གནས་འགའ་ཚ་བོ་ཞུ་བར་གདའ། ཧ་གོ་སོ། གསང་བའི་བདག་ལ། ལེན་པར་ཤོག་ཟེར་ཏེ། གསང་བ་ལྷའི་དེ་གི་སྐད་ཆ་དེ་ག་རེ་ལ་ན་ཆོས་ཉམས་ལེན་བྱེད་ལ་ཡོད་དོ། དེ་བརྒྱ་ཕྲག་དཔོན་འདྲ་བྱེད་རྒྱུ་མེད་རེད་ཟེར་གི་མེད་འགྲོ་དེ། ཨ་ནི་བར་ཆད་ཡོང་ཡང་ཡོད་རོ། ཆོས་དེ་རྣམ་པར་དག་པར་བྱ་མོ་འཇིག་རྟེན་ཆོས་བརྒྱད་ཟད་ཆགས་འགྲོ་གི་རེད། པའི་མདོ་ཨ་མི་གཅིག་སོ་སོས་གཅིག་ཆོས་བྱེད་ཀྱི་ཡོད་ན་མི་ལ་བྱེད་ཀྱི་ཡོད་གདོང་མདོག་བྱེད་འཕྲལ་ང་ཁོ་ར་མདུན་ལ་བཏོན་ནས་ཨ་ང་མ་ནི་དྲང་གི་ཡོད་གདོང་མདོག་འདྲ་བྱས་བྱོས་ར། ཨ་ནི་ཁོ་ཡག་པོ་ཡོད་མ་རེད་ད། ཨ་ནི་འཇིག་རྟེན་ཆོས་བརྒྱད་ལ་ཡང་ཆ་ཡང་ཉེན་ཁ་ཡོད་རེད་ད། འཇིག་རྟེན་ཆོས་རྒྱལ་ཟས་བརྗོད་ཨོ་དེ་ཆ། རྒྱ་བོར་རུམ་ཆེན་གྱིས་བསླབ་བྱ་བཅོལ་དང་ག་དུས་ནས། ཆོས་མ་བྱེད་མ་བྱེད་ཁྱེད་རང་གི་རང་དབང་རེད། རེད་བ། རེད་མ་རེད། ཡིན་ན་ཡང་ཆོས་བྱེད་ཀྱི་ཡིན་ལབ་ཀྱི་ཡིན་ན་བྱེད་པ་དེ་སྤུས་དག་པོ་བྱེད་དགོས་རེད། ཡིན་ལ་མིན་ལ་བྱེད་རྒྱུ་མ་རེད་ཟས་བརྗོད་ཨོ་ད་འདི་རེད། ད་ང་ཚོ་ཆོས་ཅིག་བྱེད་དུས། ཆ་ག་ཆོས་ཡིན་པས་སོ་ཆ་ག་སྡིག་པ་ཡིན་པས་སོ་བསྒྲུབ་བྱེད། ཚང་མ་ཆོས་གཙང་མ་ཆགས་རོགས་ཅིག་འོ་མ་ད། ཆོས་སྤུས་དག་པོ་བྱ་འོག་མར་ཚང་མ་ཆོས་སུ་འགྲོ་རུ་བྱེད་འོག་མར། མི་གཅིག་གིས། ཨའོ་ཁོ་ཆོས་བྱེད་ཀྱི་འདུག་ད། ཁོ་ཉམས་ལེན་པ་རེད་འདུག་ད་ལབ་རོགས་བྱེད་ན་བསམ་རེ་བ་རོ་བརྒྱབ་དེ་ངེས་དེ་འདྲས། ཡང་ན་ངེད་ཀྱིས་ཆོས་ཉམས་ལེན་བྱེད་ནས་མི་ང་ལ་བསྟོད་ར་བཏང་རོགས་བྱེད་ན། ཡང་ན་ད་གྲྭ་བ་འགྲོ་བ་ཡིན་ན་བླ་མ་གྲྭ་བ་འགྲོ་ནས་ང་ལ་དགེ་ཕྲུག་མང་པོ་ཡོང་རོགས་བྱེད་ན། ང་སྐད་གྲགས་ཆེན་པོ་ཆགས་རོགས་བྱེད་ན། ཏི་ཆོས་ཉམས་ལེན་མ་རུ་བ། འཇིག་རྟེན་ཆོས་བཞི་ཟད་ཆགས་སྒྲོ་བཏགས། ཇི་ལྟར་གསང་བ་སྔ་ཕྱིར་མཆིས་ན་ཆོས་འདི་གཙང་མ་ཆགས་ཡོད་ཟེར་བ། གསང་བ་ལས་འདི་དོན་དག་དེ་ཡིན་ཟེར། བདག་རྒྱ་དྲག་དཔོན་འདྲ་ཆིག་རྒྱོ་མ་རེད་ཟེར་ཏེ་དེ་འདྲའི་སྒྲོ་བ་ཅི་ཡིན་ཟེར། ཧི་ནས་ཀྱི་དེར་སེང་གི་དུས་ཚོད་ལ་བལྟས་བལྟས་བྱེད་འོ་དེ་དང། མིའི་ཧ་གོ་བོ་མི་འདུག། སོ་སོའི་ལས་ཀ་ཡག་པོ་བྱེད་འོ་དེ་བལྟས་བལྟས་མ། མ་འདོད་ན། ཡང་ཅི་བདག་ནི་ཡང་ཕྱི་རྒྱལ་དུ་མཉམ་དུ་འགྲོ་དུས་དམིགས་བསལ་གྱིས་སྟོད་ཤིང་གི་ན་ཞེ་དྲག་ཤིང་གི་མེ་ཏོག་ཤིང་གི་འོད་ལགས་གོ་དུས་བདག། ཁྱོད་ཤིང་གི་འོད་ལ་དེ་ཤིང་གི་མེ་ལབ་ན་ཕྱི་རྒྱལ་དུ་ཤིང་གི་མེ་ཤར་ཤར་བྱེད་གི་འདུག་གཡུག་ཤར་གདའ་ཡ། ང་ཚོའི་བོད་པའི་གི་གོམས་སྲོལ་གཅིག་ལ་ག་རེ་ཡོད་རེད་མེ་སོགས་རྫིང་བུ་རེ་ལབ། ཨ་རི་ཤིང་གི་ཡོད་ན་ཤིང་གི་མེ་ལག་གི་རོགས་གདའ། ཨ་ནི་ང་ཚོའི་ཨུ་ཚུགས་རྒྱག་ཁ་ཅིག་ད་རིན་པོ་ཆེ་ད་ཁེངས་ད་ཁེངས་གི་རེད།

སྐད་ཆ་རྣོན་པོས་བཟོས་ནས་སྒྲ་མི་འདྲ་དེ་འདྲ་བྱེད་འམ་ཨིན་ཇིའི་གི་ཚིག་ལ་ཞུ་ན Exaggeration ལགས་དང་དེ་འདྲས་མ་བྱེད་པ་བྱས། ཡིན་པ་དེ་ཡིན་པ་རང་བྱེད་མ་ཡིན་པ་དེ་མ་ཡིན་པ་རང་བྱེད། ད་ཡིན་ནས་བྱུང་ན་ནི་སོ་སོའི་གི་ཆོས་ཉམས་ལེན་དུ་ཚུ་ག་ཚོད་ཐུབ་ཐུབ་གི་གསང་བ་བྱེད་ན་ཡག་ཡོད་སར་ད་དེ་སྙན་དམག་གི་དེ་སྤྱོད་འཇུག་གནང་ལོག་ལ་ཡ་གར་སར་གཅིག་ཡོད་ར་ཚིག་གཅིག་དག་ར་གསང་བའི་གཅིག་ལ་ཡར་ད་གསང་བའི་དག་གཅིག་ལ་གསང་བ་བྱེད་ནས་ཉམས་ལེན་བྱེད་འོ་རེད་དག་ཤེས་མཉམ་རྗེས་ཟད་དེ། བར་ཆད་ཡུམ་མ་ཡོན་ཡ་ལས་ཁྱད་པར་ཡོད་ར། ད་ཁྱོད་ཀྱི་ནི་སོ་སོའི་ངོ་ནས་འཇིག་རྟེན་ཆོས་ཅན་མ་ཆགས་ཡིན་ད་དེ་འདྲ་ཡོད་ར། ད་ཁྱེད་རང་ཚོ་ཡིན་ན་དེའི་བླ་བྲག་སྤུ་གུ་ཚོ་ཡིན་ན་བདག་རང་རེད་ད་རྒྱ་རོམ་གྱིས་གསུངས་པ་དེ་བདེན་པ་རང་རེད། ཁྱང་ཚོ་དེ་སློབ་སྦྱོང་བྱེད་ཁ་ཡོང་མ་ཡོང་ལ་ཡ་དེ་སློབ་སྦྱོང་བྱེད་མ་བྱེད་དེ་སོ་སོ་རང་དབང་རོགས་ཡ་ཁྱང་ཚོ། ཁྱོད་རང་ཚོ་ལ་དེ་ལ་ཤོག་སྨན་རྩིས་ཁང་གི་སྒྲོལ་གཞོན་བཏང་ཡོད་རྒྱུ་མ་རེད་ཁྱང་ཚོ། མི་ཚེ་གང་ཁྱོད་ཚོ་ལ་བདེ་ཤོག་ལབ་ཟེར་ལབ་ཡི་རྒྱུ་བར་ཁྱོད་ཚོའི་མི་རེ་རེ་ལ་སྐད་བཏང་ཡི་རྒྱུ་མ་རོགས། ཁྱེད་རང་ཚོ་ངོས་ནས་བདེ་མི་ཚེ་གང་ལ་དང་དུ་བླངས་སླེར་སོ་སོ་སློབ་སྦྱོང་བྱེད་ག་ལེར། ཁྱོད་སློབ་སྦྱོང་བྱེད་ཉན་མ་འགྲོ་ན་ཁོ། དེ་དེ་དེ་ནས་དེ་འདྲ་དེ་འདྲ་འདྲ་བོ་ཅིག་རེད་ད་སོ་སོ་སོ་སོ་སྡུག་པོ་བཏང་ངེས་སོ་རེད་ཅིག། རེད་མ་རེད། རྗེ་བཙུན་མི་ལ་རིགས་པ་གིས་གསུངས་རེད་ད། ཡི་གེ་རིག་རྩལ་ལ་དེ་ངེས་དུ་ཡོད་ར་མི་ཁ་ཤས། ཚངས་པ་སད་དུ་ཡང་རི་གངས་ལྡན། ཨ་ནི་ཁར་ས་སྙེད་རྒྱུད་ཀྱི་གདམས་ངག་མ་བསྒོམས་ན། གནས་རི་ཁྲོད་འཛིན་པ་རང་སྡུག་ཡིས་ལ། ཡི་གེ་གངས་ལ་རི་རྩེ་ལ་བསྡད་ཨ་ནི་སོ་སོར་ཆོས་ཉམས་ལེན་དེ་ཡང་མ་བྱས་ན་སོ་སོ་སོར་སྡུག་པོ་བཏང་ར། མི་མང་གིལ་བསྡད་ས་ཡ་ཐུང་ཡ་སྐྱིད་པོ་ཞིག་བསྡད་དེ་མ་བསྡད་བ་བྱས། ཡི་གེ་རི་རྩེ་ལ་ཟ་རྒྱུ་འཐུ་རྒྱུ་དཀོན་པོ་ཡོད་ས་ཅིག་ལ་འགྲོ་ར། སོ་སོ་དཀའ་ལས་རྒྱག་གིལ་ད་དཀའ་ལས་མ་བརྒྱབ་ན། ཨ་ནི་སྡུག་གྱོང་ར་ར་ཟེར་ཡི་གེ་གངས་དེ་གའི་སྡེ་དེ་ཤོར་ཏེ་སྡུག་གྱོང་རེད་ཟེར་ད། དེ་དངོས་གནས་ཆགས་རེད། ཁྱེད་རང་ཚོས་དེ་ལ་སློབ་སྦྱོང་བྱེད་ཁག་ཡོང་ཟེར་ཡ་ཅིག་ལས་དེ་དེ་མ་བྱས་པ་ཡིན་ན་སྡུག་གྱོང་རེད་དེ་དེ་ནི་གང་ཉི་མ་ཉི་མ་ད་ཅང་མ་ཟད་ཆུ་ཚོད་ལ་བལྟ་དེ་ངས་དེ་འདྲ་ཡོད་ར། ད་ག་དུས་འཛིན་གྲྭ་གྲོལ་གི་རེད་ལས་ཆོད་ར་ཡ། ཨ་སོ་སོ་སོ་སོ་སྡུག་གི་ལྟ་ངན་སོ་རེ་ཆགས་གི་རེད་ད། དེ་ལས་སུ་གཅེས་སོ་སོ་རང་དབང་རེད་ག་བ་ལ་བྱེད་འདོད་ཡོད་ན་ག་བ་ལ་འགྲོ་འདོད་ཡོད་ན་དེ་ལ་འགྲོ་ན་སོ་སོ་འདོད་པ་ཡོད་ས་དེ་བྱེད་ན་དེ་ཡག་པོ་དང། རྒྱ་གར་གི་གློག་བརྙན་བརྗོད་ཡོད་ང་དེ་དེ་རྣ་བ་བཤུས་འགྲོ་ཡོད

དཔེ་དང་པོ་བྱེད་དུ་སོ་སོར་དབྱིངས་ཡོད་ར་འདི་ལ། སོ་སོ་ག་རེ་བྱེད་ཀྱི་འདོད་པ་ཡོད་སར་དབྱིངས་ཡོད་ར། དབྱིངས་ཡོད་དུས་ད་འདི་ལས་ཀ་དེ་དཔེ་དག་པོ་ཞུ་བྱེད་ཐུག་གུ་ར་ད། དེ་ལ་དབྱིངས་མེད་པ་ཅི་འདི་འདི་ནི་གང་བྱུང་བ་ད་འདི། སྡུག་གུ་དང་སྡུག་གུ་མྱང་ཡོད་སར་འདྲ་ཡི་མཐོང་གུ་དེ་ང་ལ་ནི། ཁྱེད་རང་སུ་ད་འདི་འདྲའི་རེད་གཟིགས་མེད་ད་འདྲའི་ཡོད་བ་ཡིན་ན་གཟིགས་བར་ད། འདི་སོ་སོ་བསམ་དང་ཡ་རེད་ད།

ད་འདིར་ད་ཐ་མ་འདིར་ད་རྫོགས་བར་ད་ཐ་མ་ཚིག་གི་ཐ་མ། དེ་དག་ཀུན་ཀྱང་ཆོས་བརྒྱད་ཀྱིས་ད་ཆོས་བརྒྱད་ལ་ད་འཇིག་རྟེན་ཆོས་བརྒྱད་དེ་རེད། ཐང་གི། འཇིག་རྟེན་ཆོས་བརྒྱད་ལས། རྟོག་པའི་དྲི་མས་མ་སྦགས་ཤིང་ད་འཇིག་རྟེན་ཆོས་བརྒྱད་ཀྱི་རྟོག་པ་ལ་ན་བསམ་བློ་ལ་བར་ད་འདི་དེ། སྦགས་པ་ལ་ན་ག་རེ། ང་ཚོ་སྦགས་བཙོག་ལ་ན་ག་རེ་བཙོག་པ་ལ་བར། འོ་འཇིག་རྟེན་ཆོས་བརྒྱད་ཀྱི་བསམ་བློ་བཙོག་པ་འདི་གི་གཞན་དབང་དུ་མ་འགྲོ་བ་ཆོས་བར་རེད་ཟེར་ད། འདིས་དོན་དག་དེ་ཀུན་རྫོབ་བདེན་པའི་ཆ་ནས་གསུང་བར་བ་དེ་དོན་དམ་བདེན་པ། ཁྱོད་རང་གིས་དགེ་བ་གར་བསགས་ན་དགེ་བ་དེ། ཨེ། ད་ལྟ། ཐབས་ཀྱི་ཆ་དེ་བྱང་ཆུབ་ཀྱི་སེམས་ལས་ཀྱི་འདི་ལ་གྲོལ་བ་གར་གོ་རེ། ཤེས་རབ། སྟོང་པ་ཉིད་རྟོགས་པའི་ཤེས་རབ་དེ་གོ་རེ། འདི་གར་ལ་སྟོང་པ་ཉིད་རྟོགས་པའི་ཤེས་རབ་དེ་གར། བཟོད་པ་བསྒོམ་པ་ཡིན་ན་བཟོད་པ་བསྒོམ་ངེས་ཀྱི་མི་དེ་དག་བཟོད་པ་བསྒོམ་ས་ཀྱི་ཡུལ་དེ་དག་གང་བསྒོམ་ཡས་ཀྱི་བཟོད་པ་ཚང་མ་གར། ཆོས་རྣམས་སྒྱུ་མ་ཡིན་པ་ལྟ་བུ་ཤེས། སྟོང་པ་ཡིན་པ་ལྟ་བུ་བཤད། ཆོས་ཐམས་ཅད་སྟོང་པ་ཟད་ད་ང་ཚོ་སྟོང་པ་ཉིད་སྐོར་འདྲི་ཞིག་རྒྱ་གོག་མར་ཉིད་དེ་གྲགས་དགེ་བུ་སི་ཀའི་བཞུགས་མེད་ད། སྟོང་པ་འདི་སྒྱུ་མ་ལ་དཔེ་བཞག་ཡར་དང། མདོར་ན། མདོར་ན། ཆོས་ཀུན་སྒྱུ་མ་ལྟ་བུ་ཤེས་ཆོས་ཀུན་འདི་ག་རེ་ལགས་ན་དཔེར་ན་སྦྱིན་པའི་ཉམས་ལེན་བྱེད་མཁན་ཡིན་ན་ཡང། སྦྱིན་པ་སྦྱིན་མཁན་གྱི་སོ་སོ་ད། སྦྱིན་པ་སྦྱིན་ས་ཀྱི་ཡུལ་བྱོས་ལ་འདི་ད། གང་སྦྱིན་ཡ་གི་སྦྱིན་པས་ཀྱི་རྫས་འདི་གས་འདི་ཚང་མ་ག་རེ། ཚང་མ་ཁ་རས་རང་ངོས་རང་དབང་དུ་འཁྲུལ་པ་མེད་པ། རང་ངོས་ལས་འཁྲུལ་པ་མེད་པ། ཚང་མ་ལོ་རྒྱུས་མ་ལྟ་བུ་ཡིན་པ། སྣང་ཚུལ་ལ། གཅིག་དག་གནས་ཚུལ་ལ་ལོག་ག་ཡིན་པ། གཅིག་ར་ཡ། སྣང་ཚུལ་ལ་མཐོང་ཡ་གཅིག་དག་དངོས་ཡོད་གནས་ཚུལ་དུ་ལོག་སྣང་ཚུལ་ལ་གཅིག་ལྟ་ན། འདུག་ལྟ་ན། བདག་ཏུ་སྒྲུབ་པ་རེད་མཐོང་གི་ཡོད་རེད། དངོས་ཡོད་གནས་ཚུལ་ལ་བདག་ཡོད་མ་རེད་ད། སྣང་ཚུལ་ལ་ང་ཚོས་རང་ངོས་ནས་འཁྲུལ་བ་འདྲ་བོ་ཞིག་མཐོང་གི་ཡོད་རེད། ཡིན་ནའི་གནས་ཚུལ་ལ་སྦྱིན་པ་སྦྱིན་པ་པོ་ཡིན་ན་འདྲ་དུ་སྦྱིན་བསགས་ཀྱི་ཡུལ་ཡིན་ན་འདྲ་དུ་སྦྱིན་ཡས་ཀྱི་རྫས་ཡིན་ན་འདྲ་ཚང་མ་ག་རེ། ཨ་ནི་སྣང་ཚུལ་ལ་རང་བཞིན་གྱིས་འཁྲུལ་པ་འདྲ་བོ་སྣང་གི་འདུག་དེ་གནས་ཚུལ་ལ་ཨ་ནི་ག་རེ། རང་བཞིན་མེད་པ། སྟོང་པ་ཡིན་པར་བསམ་བཏང་བ་རེད། ཨོ་འདི་དོན་དམ་བདེན་པའི་གི་ཆ་ནས་གསུངས་བར་དེ་ཚིག་དེ། ཆོས་ཀུན་སྒྱུ་མ་ཤེས་པའི་བློ་ཟད་ཞི་དོགས་བློས་ཟད་དེ། འདིས་བློ་འདི་གི་ཟིན་ཐུ་བ་ཆེ་བོ་རེད་ཟེར་བར་གསར་ཏེ། བློ་འདི། ཡང་མིན་ན། ཡང། ད་གལ་སྲིད་སྟོང་པ་ཉིད་བསམ་བློ་བཏང་ཐུབ་ཀྱི་མེད་པ་ཡིན་ན་ཡང། དོན་དམ་བདེན་པའི་སྐོར་ལ་ཤེས་ཀྱི་མེད་པ་ཡིན་ན། ཀུན་རྫོབ་བདེན་པའི་གི་ཆ་ནས་བཤད་པ་ཡིན་ན་འཇིག་རྟེན་ཆོས་བརྒྱད་ཀྱི་བསམ་བློ་གིས་མ་འཁོད་པ་ཆེ་བ་རེད། ཨ་བ། ཆོས་གཙང་མ་བྱེད་ཐུབ་པ་ཆེ་བ་རེད་གསུངས་དགོས་ད། སེའུ་ཆ་སོགས། བྱུང་ན། འདི་གཉིས་ཀ་མཉམ་དུ་ཡོད་བ་དགོས་ད་འཇིག་རྟེན་ཆོས་བརྒྱད་སུ་མ་སོང་བ་བྱས། ཨ་ན། ཆོས་ག་རེ་བྱེད་ན་ཡང་ཆོས་འདི་མཉམ་དུ་ལ། སྟོང་པ་ཉིད་རྟོགས་པའི་ཤེས་རབ་ཀྱིས་གྲོགས་འདི། ངས་དང་གིས་ཞུས་ཡིན་པ། སྙིང་རྗེ་དང་བྱམས་པ་འདི་ཤེས་རབ་ཀྱི་གྲོགས་གོ། ཤེས་རབ་ནང་ནས་ཀྱང་སྟོང་པ་ཉིད་རྟོགས་པའི་ཤེས་རབ་ཀྱི་གྲོགས་ཡོད་ན་ད་ཡག་ཤོས་དེར་ད་གྲོགས་དེ་བྱེད་ཐུ་བ་བྱེད་འོ་རེད་ད། སེའུ་ཆགས་སོ། གཙང་མ་ཆགས་སོ་ད། འོ་ཡ། ཆོས་ཀྱི་རྒྱུ་མ་ཤེས་པའི་ལོས། ཞེན་མེད་འཆིང་བ་ལ་ཞེན་མེད། ཞེན་པ་ལ་ཡ་དེ་བདག་ཏུ་ཞེན་པ་བདག་ཏུ་གྲུབ་པ་ཞེན་པ། འདི། བདག་ཏུ་གྲུབ་པ་བདག་འཛིན་གྱི་ཞེན་ཡུལ། འདི་སུན་ཕྱུང་བ་ལ་བར་ཞེན་མེད་ཞེན་པ་མེད་པའི་དོན་ནི། ཨ་ནི། བདག་འཛིན་གྱི་འཆིང་བ་ལས་གྲོལ་ཐུབ་པ་བྱེད་དགོས་རེད་ཟེར། ཞེན་མེད་ཟེར་ཡ་དེ། བདག་འཛིན་གྱི་ཞེན་པ་མེད་པ་བྱས་ནས། བདག་འཛིན་གྱི་འཆིང་བ་ལས་གྲོལ་ཐུབ་པ་ཅིག་བྱེད་དགོས་རེད་ཟེར་ས་ད་འདི་གསུང་གི་ཡོད་རེད། ཡང་ན་ཡག་སྒང་ལ་སྦྱར་ན། འཇིག་རྟེན་ཆོས་བརྒྱད་ཀྱི་འཆིང་བ་ལས་གྲོལ་ཐུབ་པ་བྱེད་དགོས་རེད་ཟེར་ཡ་དེ་གོ་དགོས་རེད། སྒང་ལ་སྦྱར་ན་ཡ་སྦྱར་ཡ་དུ། བ་ལ་སྦྱར་ན་ཡ་སྦྱར་ཡ་དུའང། སྲེག་ཆགས་སུ་བྱུང་ན་འདི་གཉིས་ཀ་གི་འཆིང་བ། མ་བྱུང་ན་འདི་གི་འཆིང་བ་ལས་གྲོལ་ཐུབ་པ་བྱེད་དགོས་རེད། སྲེག་ཆགས་སོ། ཨེ་འགྲིག་སོ་ཚང་མ་ལོ། ད་ཚགས་སུ་བློ་སྦྱོང་ཚིག་རྒྱན་མ། དགེ་བཤེས་ཆེན་པོ་གླང་རིན་མཐེ་བོད་ཀྱི་མཛད་པ་ད་མཛད་བྱ་རྒྱུ་རྫོགས་བར་ད་མཛད་པའོ། ད་འདི་བ་ལ་ཚིགས་བཅད་མང་པོ། ཐུང་ཐུང་འདིར་ཡོད་བར་ད་ངས་འདི་བྲིས་མེད་ད། ཁོ་ར་ག་རེ་ཡོད་འདི་མཚམས་བཞག་ཡི་གེ་ཆེན་པོ་ཡོད་དེ་བ་ལ་ཡང་ཆུན་ཆུན་དུ་ནས་ད་ཅིག་སྤྱི་ལོ་དེ་ཟེར་གྱི་དུས